འོ་ལ་སོ་ད་ད་ནི་གོང་དུ་ཀུན་ཏུ་བཟང་པོ་ལ་ཟེར་ཞུས་ཅི་གིས་དུས་བྱས་ནས་དྲི་བ་གནང་ཤག་ཨ་ནི་དྲི་བ་གནང་བ་དེ་དུས་རེད་དོ་ཨ་ནི། ངས་བཀའ་འདྲི་ཞུ་ཡས་ལ་གོང་དུ་རྒན་ལགས་ཀྱི་སྔོན་གླེང་དུ་བརྗོད་དོན་བཞིན་གོང་ས་མཆོག་ལ་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གསུངས་སོང་དབུ་ཁྲིད་དང་དགུ་ཁྲིད་ཅི་ཡིན་ན་གཅིག་ཡིན་ནམ་གལ་ཏེ་གཅིག་པ་ཡིན་ན་སྲིད་སྐྱོང་བློ་བཟང་བློ་སེང་གེ་ལགས་ནས་གོང་ས་མཆོག་བོད་ཀྱི་སྲིད་ཀྱི་དབུ་ཁྲིད་ནམ་ཡང་ཁྱེད་ཡོང་མི་ཡོང་ཅི་ཚང་མས་ཤེས་དགོས་གསུངས་པ་དེར་མོས་མཐུན་ཡོད་དམ་མེད་ཉིད་ཀྱི་དབུས་ཚུལ་ཞིག་གསུངདགོངས་ཚུལ་ཞིག་གསུངས་དང། ལ་སོ། ད་དེ་ལ་དགོངས་ཚུལ་ཟེར་ན་སོ་སོ་གི་བསམ་འཆར་དེ་དངོས་གནས་རེད་ད་རྩ་བའི། སྤྱི་བཏང་ང་ཚོའི་ཀྱི་དབུ་ཁྲིད་དང་མགོ་ཁྲིད་ཟེར་དེ་ད། དངོས་གནས་ད་དོན་ཏོག་ཅིག་པ་རེད་ད་དེ་ཕལ་སྐད་དང་ཞེ་ས་གི་ར་བྱེད་རེད་དོ་དབུ་ལ་ན་མགོ་གི་ཞེ་ས་རུ་བ། ད་ཡིན་ན་མགོ་ཁྲིད་ཟེར་བྲིས་དུས་ཙམ་པ་ཨ་བོ་འགའ་ན་རུ་མགོ་བྲིས་གི་རེད། མ་འོངས་དགའ་ན་ར་འགོ་འགྲིག་གི་མ་རེད། སྤྱི་བཏང་དབུ་ཁྲིད་ཟིག་གི་འབྲི་དུས་རྩམ་པ་ལ་དབུ་དེ་འགོག་གི་མ་འོངས་དགའ་ན་ར་འགོག་གི་ཞེ་ས་འདྲ་བོ་ཆགས་བསྡད་ཀྱི་འདུག་རེད་བ་ད་ཡིན་ན་ཡང། ནང་དོན་གྱི་ཆ་ནས་བཤད་པ་ཡིན་ན་འདྲ་ཞེ་ས་འབྲི་དུས་རྩམ་པ་དབུ་རང་གི་དབུ་དེ་བྲི། ཨ་ནི་ཕལ་སྐད་འབྲི་དུས་རྩམ་པ་འོ་འགའ་ན་ར་འགོ་མིང་གི་འགོ་བྲི་མཁན་ཟེར་དང་འགོ་ལ་ན་ད་དང་པོ་འདྲ་བོ་དེར་ཆགས་བསྡད་ཀྱི་རེད་བ། དེ་ཡིན་པ་སོང་ཙང་དབུ་ཁྲིད་དང་འགོ་ཁྲིད་ཟེར་དེ་རྩ་བའི་ཆ་ནས་གཅིག་པ་གཅིག་རྐྱང་རེད། དོན་དག་དེ་གཅིག་པ་གཅིག་རྐྱང་རེད་མ་འདུག་དེ་ལ་དངོས་གནས་དྲན་ནས་མཁས་པ་རྩ་བའི་ནས་ཡོད་མ་རེད། དེ་གཅིག་ཞུ་འདོད་བྱུང་དང་པོ་དེ་ལ། ད་ཉེ་ཆར། སྲིད་སྐྱོང་གིས་ད་བློ་བཟང་སེང་གེ་ལགས་ནས་གོང་ས་མཆོག་གིས་བོད་ཀྱི་ད། མགོ་ཁྲིད་ན་ཡང་རྒྱལ་ཡོངས་མེད་ཅེས་གསུངས་ཚར་མེད་དེ་གསུངས་པ་དེ་རྩ་བ་ཡིན་ནས་ང་རང་འདྲ་བ་ཅིག་ཡིན་པ་ཡིན་ན་ནི་དེའི་དངོས་ལ་ཡང་དེ་འདྲས་ཅིག་ངོ་ནས་སྐད་ཆ་དེ་གོ་བ་ཙམ་གྱི་སྒོ་ནས་དངོས་གནས། པའི་སེམས་ལ་བདེ་བོ་མེད་སྐྱོ་སེར་སྣ་མི་འདུག་དེ་འབྱུང་གི་འདུག་དེ་ཡིན་པ་སོང་ཙང་དེ་རྩ་བ་ཡེ་ནས་ངོས་ལེན་བྱེད་གཞི་ཡང་འཁོར་བ་ཡོད་མ་རེད། མ་ཟད་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ཀྱི་མགོ་ཁྲིད་ཡིན་པ་ཙམ་མ་ཟད། ང་རང་ཚོའི་ད་ལྟ་གི་མགོ་ཁྲིད་དང་རྩ་བ་ཡེ་ནས་འདྲ་གི་ཡོད་མ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ཀྱི་མགོ་ཁྲིད་ཡིན་པ་དེ་ང་རང་ཚོ་གི་མེས་ཚིག་ཅིག་དང་གཅེན་ནོར་གོང་ས་སྐྱོང་མགོ་ལྕོག། སྐུ་ཚེ་གཅིག་གིས་ནི་ག་རེ་ཟེར་ན་དེ་འདྲའི་སྤྱི་དང་འབྲེལ་བ་ཆོད་ཡོད་མ་རེད། གཅེན་ནོར་གོང་ས་སྐྱབས་མགོན་ཆེན་པོ་སྐུ་འདྲིལ་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་ནས་གསུམ་བཅས་ཀྱིས་ད་ལྟ་བར་དུ་སྐུ་ཡི་ཕྲེང་བ་རིམ་བྱོན་ཚང་མ་དེ་བོད་ཀྱི་དབུ་ཁྲིད་ཆགས་བསྡད་ཡོད་རུང་བ་དེ་འདྲས་ཡིན་པ་སོང་ཙང་ད་ལྟའི་ང་ཚོའི་གྱི་དབུ་ཁྲིད་ཕལ་པ་ཚོ་དང་གཅེན་ནོར་གོང་ས་སྐྱབས་མགོ་ཆོས་སྐུ་འདྲིལ་རིམ་བྱོན་གྱིས་བོད་ཀྱི་དབུ་ཁྲིད་གནང་བ་དེ་བེད་དངོས་ནས་དགྲ་ནས་གཏོར་ཡས་མེད་པའི་འདྲ་བ་ཅིག་རེད། དེ་འབྲེལ་གྱི་སྐུ་ནི་ད་ཁྱད་པར་བོར་བས་བཞག་ཡས་མེད་པ་འདྲ་བོ་དེ་འབྲེལ་གྱི་ཕྱག་དེ་ཡོད། མ་ཟད་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་བོད་ཀྱི་དབུ་ཁྲིད་ཙམ་མ་ཟད། བོད་པ་གི་མི་བསྡུ་ཚུགས་ཀྱི་དངོས་གནས་སོ་སོ་གི་མ་འཇོན་པའི་མཚམས་དེ་ལ་ཐ་མ་དེ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཀྱི་ཡག་ཐུགས་མངའ་རྩིས་མཐུད་གནང་ཞེས་པ་དེ་འབྲེལ་གྱི་ཕྱག་དེ་ཡོད་དེ་དངོས་ཡོད་གནས་ཚུལ་ཐོག་ནས་བཤད་པ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་དེ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་བཅོ་ལྔ་བཅུ་དྲུག་ལས་འཕེལ་གྱི་ཡོད་མ་རེད་སྐབས་དེ་དུས་རྩོམ་པ་བོ་གི་སྲིད་སྐྱོང་སྟག་བྲག་རིན་པོ་ཆེ་དག་ད་སྟོད་གོས་སྐབས་དེ་དུས་རྩོམ་པ་གནད་ཡོད་མི་སྣ་དེ་གས་དེ་གིས་རྒྱ་ནག་གིས་བོད་ལ་ནི་ག་རེ་ཟེར་ན་བོད་ཀྱི་ལྷ་ས་དེ་འདྲ་ལ་བཙན་འཛུལ་བྱས་དེ་འདྲས་ཀྱི་སྐབས་དེ་ལ་ལ་ཧབ་སུ་མ་འདུས་པ་བྱས་ན་ཨར་མ་བསྟན་པ་བྱས་ན་ཐ་མ་དེ་ལ་དགུང་ལོ་བཅུ་དྲུག་ལ་ཕེབས་མེད་སྟོད་ཀྱི་སྟག་ད་ང་ཚོས་ཁ་ཐུག་བཤད་པ་ཡིན་ན་བྱིས་པ་སྤུ་གུ་གཅིག་ལ་ད་གོང་ས་མཆོག་སྤྱི་འཐུས་པ་དགུང་ལོ་བཅོ་ལྔ་བཅུ་དྲུག་ལོ་ན་དངོས་གནས་དྲ་ནས་པས་དགུང་ལོ་བཅུ་བཅུ་ཞེ་བོ་བཅུ་རོ་དེ་འདྲས་གཅིག་ལ་མི་རྒན་པ་དུ་ཚུགས་ཀྱི་སྲིད་དབང་གི་རྒྱན་དེ་ཆ་ཚང་བཀུར་བ་བཀུར་བ་ན་ཤིང་གིས་ད་ད་བར་དུ་ལ་སྤྱི་ལོ་གཅིག་སྟོང་སྤྱི་ལོ་གཉིས་སྟོང་ད་ཕལ་ཆེར་དེ་ཟེར་གི་རོགས་ད་ཉིས་སྟོང་བར་དུ་ཉིས་སྟོང་གཅིག་ཟེར་ན་མི་འདུག་ད་ཉིས་སྟོང་བཅུ་གཅིག་བར་དུ་ལ་ཉིས་སྟོང་ཟེར་མགོ་ཟ་ན་འགྲིག་གི་རེད། དེའི་བར་དུ་ལ་སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་གང་ལྟར་བོད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གནང་རོགས་པ་ད་ལྟ་སྲིད་ཀྱི་དབུ་ཁྲིད་ཡིན་ད་ནི་ཆོས་ཀྱི་མགོ་ཁྲིད་དེ་འདུག་ཟེར་ནས་གནང་ཤག་རེད་བྱས་ཙང་དེ་འདྲས་ཀྱི་ཐོག་ནས་བཤད་ཡི་འདུག་ཙམ་པ་ལ་སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མགོ་ཁྲིད་གནང་ཡང་གནང་མྱོང་ཡོད་མ་རེད་ཟེར་ཏེ་དངོས་གནས་དྲ་ནས་སྐད་ཆ་ལྟོས་བཟོ་སྤེལ་ཏེ་ག་ལོ་རེད་གོ་གནང་ཡང་སྙིང་རྩ་འདར་ཡས་དེ་འདྲས་ཏེ་ཚེ་སློབ་མ་དེ་ངས་ཉོན་གི་དེ་འདྲས་ཀྱི་གནད་འགག་ཆེན་པོ། པའི་ཞི་བ་གཅིག་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་པར་སོང་ཙང ྋགོང་ས་མཆོག་བོད་ཀྱི་དབུ་ཁྲིད་ཡིན་པ་ཙམ་མ་ཟད་དབུ་ཁྲིད་ཚད་མཐོ་བོད་ཀྱི་དབུ་ཁྲིད་ཡིན། དབུ་ཁྲིད་དེ་ཡང་བོད་མི་སེར་གྱི་དངོས་གནས་དངོས་གནས་ཚོའི་ཐོག་ནས་བཤད་པ་ཡིན་ན་བོད་མི་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་ཅུ་དགུ་དགུ་གི་མོས་མཐུན་ཡོད་བསྡད་ཀྱི་དབུ་ཁྲིད་ཅིག་རེད་མ་འདུག་གི་དེང་སང་ང་ཚོ་གི་མང་གཙོའི་ལམ་ལུགས་ནང་ནས་འོས་ཤོག་བླུགས་ནས་དེ་འདྲས་ཀྱི་ཐོག་ནས་ཐག་གཅོད་བཞིན་བཤད་པ་དེ་འདྲ་རྩ་བའི་གནས་མ་རེད། རང་བཞིན་གྱིས ྋགོང་ས ྋསྐྱབས་མགོན་ཆོས་འཕེལ་མཆོག་དེ་ཆོས་ཕྱོགས་ནས་བཤད་པ་ཡིན་ན་ཚིག་རོ་ལས་ཀྱིས་ང་ཚོ་ལ་འབྲེལ་བ་ཡོད་དེ་ཀྱང་དབུ་ཁྲིད་ཀྱི་ཕྱག་དེ་ཡོད་རེད་འོ་དེ་འདྲ་ཡིན་པ་སོང་ཙང་དེ་དབུ་ཁྲིད་མ་རེད་ཟེར་དེ་ལ་རྩ་བ་ཡིན་ནས་ད་མི་མཐུན་ཟེར་དེ་རྩ་བ་ཡིན་ནས་བྱེད་ཤེས་མེད་དེ་བ་ཅེས་འོ་ད་དེ་ཙམ་རེད། མ་ཟད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙན་བྱོལ་དུ་ཕེབས་པ་ནས་བཟུང་བྱེས་ཀྱི་བོད་ཀྱི་ཨ་ནི་ག་རེད་ཟེར་ན་དབུ་ཁྲིད་ཀྱི་ངོ་བོ་ཐོག་ནས་འཛམ་བུ་གླིང་གི་དཔོན་རིགས་ཁག་རེད་ཨ་ནི་རྒྱལ་སྤྱིའི་གི་མཐོ་རིམ་མི་སྣ་ཁག་རེད་དེ་འདྲས་མཇལ་འཕྲད་གནང་ནས་ཨ་ནི་བོད་ཀྱི་ཆབ་སྲིད་རེད་ཨ་ནི་ག་རེད་ཟེར་ན་དེ་འདྲས་གི་ཐབས་རྩོད་རེད་དེ་འདྲས་གི་ཐོག་ནས་ག་ལོ་རབས་དང་རིམ་པ་གནང་ཤར་བ། གལ་སྲིད་དབུ་ཁྲིད་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་ཅིག་མེད་པ་ཡིན་ན་དེ་འདྲས་གི་དཔེར་ན་འཛམ་བུ་གླིང་གི་དཔོན་པོ་ཁག་ལ་ངོ་ནས་དྲན་ནས་ཐུག་འཕྲད་གནང་ཡ་རེད་དེ་འདྲས་གི་སྐུ་ནས་དཔེར་བཀོད་ར་གནང་མི་ཤེས་ང་འདྲ་བ་ཆེ་དེ་འབྲེལ་གྱི་ཕྱག་དེབ་ཡོད་རེད་བ། ད་དེ་ཙམ་མ་ཟད་རྒྱལ་སྲིད་གཟིགས་ཡོད་རེད་ད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གྱིས་བོད་ཀྱི་དབུ་ཁྲིད་གནང་ཡུལ་མེད་པ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་སོང་རྗེས་ཀྱི། སྤྱི་ལོ་ཉིས་སྟོང་བར་དུ་ལ་བོད་ཀྱི་དབུ་ཁྲིད་དེ་སུ་རེད་པས་དང་པོ་དེ་ཕར་དྲི་བ་གཏང་དགོས་དེ་འབྲེལ་གྱི་ཕྱག་དེབ་ཡོད་རེད་སྐབས་དེ་དུས་ཙམ་པ་བོད་ལ་བཙན་བྱོལ་གཞུང་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་དབུ་ཁྲིད་ཡོད་རེད་པས་སྲིད་ཀྱི་དབུ་ཁྲིད་ཡོད་རེད་པས་ཡོད་མ་རེད་པས་དེ་དབུ་ཁྲིད་ཡོད་པ་ཡིན་ན་དབུ་ཁྲིད་དེ་སུ་རེད་པས་ཕར་དྲི་བ་གཏང་དགོས་དེ་འབྲེལ་གྱི་གནས་སྟངས་ཕྱག་དེབ་ཡོད་རེད། ད་ཁོ་ཚོས་ཀྱི་བསམ་བློ་བཏང་པ་ཡིན་ན་སྤྱི་ལོ་ཉིས་སྟོང་བཅུ་གཅིག་བར་དུ་གི་བར་དེར་དེ་ཡང་སུན་ཅུན་བོད་དབུ་ཁྲིད་བྱས་དེའི་སྔོན་ལ་དབུ་ཁྲིད་ཡོད་བ་མ་རེད་ཟེར་རོགས་ཞེས་དེ་འདྲས་ཀྱི་སྐད་ཆ་བཤད་བསྡད་ཀྱི་ཡོད་རོགས་པ་འདི་རྩ་བ་ཡེ་ནས་འགྲིག་ཡོད་མ་རེད་བྱས་ཙང་ཕར་དྲི་བ་བཏང་དགོས་ཀྱི་གནས་སྟངས་དེ་འདྲས་ཀྱི་ཆགས་བསྡད་ཡོད་རེད་ཟེར་དེའི་རྗེས་ཞུ་འདོད་བྱུང་སོང། ཨོ་དེ་ནས་ད་ལྟ་དྲི་བ་གཉིས་པ་དེ་ད་ལྟ་ཤ་ར་བ་ཟེར་དེ་འདྲས་ཅིག་གི་ང་ལ་དྲི་བ་ཅིག་གནང་འདུག་ག་ད་དྲི་བ་དེའི་བར་དུ་བལྟ་ཡོང་དུས་ཙམ་པ་ལ་དེ་རེད་ཤག་ད་ལྟའི་ཆར་ལ་བཙན་བྱོལ་གྱི་ང་ཚོ་གི་སྤྱི་ཚོགས་འདིའི་ནང་ལ་སྤྱི་ལོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ཤེས་རྟོགས་མེད་པ་མེད་མཁན་དེ་དཔེ་ཉུང་ཉུང་བྱས་ཤེས་རྟོགས་དེ་མེད་པ་དེ་དཔེ་ཉུང་ཉུང་བྱས། ཤེས་རྟོགས་ཡོད་མཁན་དེ་དཔེ་ཉུང་ཉུང་བྱས། དེ་ནས་སྤྱི་ལོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་ལས་གཞན་ཞིག་ཡོད་མདོག་མདོག་གི་རྣམ་པ་བསྟན་མཁན་དེ་མང་པོ་འགྲོ་གི་འདུག་དེ་གཉིས་པ་དེ་བྱས། ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགོངས་པ་འགྲུབ་མཁན་དང་དགོངས་པ་རྟོགས་མཁན་དེ་ཇེ་ཉུང་དུ་སོང་འདུག་ཟེར་དེ་འདྲས་ཅིག་ཅེས་གསུངས་པ་དེ་བྱས། ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་དང་ཟུར་ཟ་བྱེད་མཁན་དེ་ཨ་ནི་མི་རོ་གསར་བའི་ནང་ལ་མང་དུ་འགྲོ་གི་འདུག་ཟེར་དེ་དེ་འདྲས་ཅིག་སོང་སྟེ་འབྱུང་རྐྱེན། གལ་སྲིད་ང་སྤྱི་འཐུས་སླེབས་སོང་ན་དེའི་ཐོག་ལ་གདོང་ལེན་གནང་འཆར་ག་རེ་ཡོད་དང་བོད་པའི་གནད་དོན་ཐོག་སྐོར་ཆོས་ཞུ་དང་དེ། ཐུགས་ཁུར་ཆེ་ཞུས་དང། ཨ་ནེ་ཐུགས་རྗེས་གཟབ་ཞུས་གནང་མཁན་དེ་གོང་ས་མཆོག་རེད། འོན་ཀྱང་སྲིད་སྐྱོང་གི་འོས་མི་བྱེད་མཁན་ཁ་ཤས་ཀྱིས་དེ་ལས་ག་རེ་བསམ་ན། མི་འདིའི་མཚུངས་པའི་བསམ་འཆར་ཡིག་ཆ་ནུས་མེད་དུ་གཏོང་དགོས་པའི་ནུས་པ་དུས་ལ་སླེབས་འདུག་སེང་གེ་དེ་འདྲས་ཀྱིས་གསུངས་འདུག་ད་དེ་ཨ་ལས་ཏེ། ང་རང་གི་བསམ་ཚུལ་སྒྲོག་ཅིག། ཚང་མེད་ཀ་ཨ་ནེ། གཞན་ཞིག་ཡོད་མདོག་མདོག་གི་རྣམ་པ་བསྟན་མཁན་དེ་ཕེབས་བཞིན་འདུག་ཟེར་ད་དེ་རེད། ད་དེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གྱོས་དགོངས་པ་ལས་གཞན་དུ་ཡོད་མདོག་མདོག་གྱིས་ཨ་ནི། དེ་འད་ཀྱི་མི་དེ་ད་ཇེ་མང་ནས་ཇེ་མང་སིད་དོན་ཡོད་མི་འདུག་ད་ག་འདྲ་ཁ་ཤས་ཇི་ད་ཡོད་ཐག་ཆོད་རེད་ད་མང་པོ་ག་ཚེ་ཚེ་མང་པོ་མང་དུ་འགྲོ་གི་ཡོད་དང་མེད་དང་དེ་ཞེ་རག་སེ་འགོ་ཚུགས་གི་མི་འདུག་ད་ཡིན་ན་ཁ་ཤས་ཅིག་ཡོད་པ་ངོས་སོད་དོན་པོ་ཡོད་རོགས་པ་བྱེད་ན་ང་ཚོ་ཁར་ཁ་ཐུག་ཞུས་པ་ཡིན་ན་ཡང་ད་དུ་ཚོ་མི་ཁ་ཤས་ཅིག་ཡོད་རེད་ཀླུ་གར་འཇམ་ལ་སོགས་པ་ཨེ་ཉེ་ཅར་དང་ད་འབིར་གྱི་ཨུ་རྒྱན་ཐུབ་རྒྱལ་ལ་སོགས་པ་འོ་ད་དེ་འད་མང་པོ་ཅིག་ཡོད་རེད་ཧོ་ད་དེ་འདྲའི་ཁ་ཤས་ཀྱིས་མངོན་གསལ་དོད་པོའི་ཐོག་ནས་ནི་ད་ལྟ་དང་ཨ་རི་ལ་ལྟ་མཁན་གྱི་ད་ལྟ་དེ་འདྲའི་ད་མིང་འདི་དྲན་པ་ཆེ་སོང་བ་ད་ཁོ་ཚོ་ཁ་ཤས་ཤིག་འདུག་བ། ནང་རྒྱུད་བསྟན་མཁན། ད་ལྟའི་ང་རང་གི་འདུག་ལྟ་དུས་ཙམ་པ་ལ་གནས་ཚུལ་ཏུ་ཚུར་གླེ་ཡས་དེ་སྤྱི་ལོ་ཉིས་སྟོང་བཅུ་གཅིག་གི་བྱེས་དུ་བ་ཆེ་ནས་ང་རང་གི་འདུག་ལྟ་ཡོང་དུས་ཙམ་པ་དེ་མང་དུ་འགྲོ་མཁན་འདྲ་ཆེ་གི་རྣམ་པ་ཅིག་བསྟན་ཡོང་གི་འདུག་དེ་མང་དུ་མང་དུ་འགྲོ་མཁན། མ་ཟད་པའི་ནི་ག་རེ་ཟེར་ན་ད་ལྟ་དེ་ཅིག་གླེ་ཡོང་དུག་དེ་ནི་འདི་གླེ་དགོས་ཀྱི་རྒྱུ་རྐྱེན་དེ་ཡང་གཙོ་བོ་ཁྱོད་ཤོད་དེ་ད་ང་རང་ཚོ། སྤྱི་ལོ་ཉིས་སྟོང་བཅུ་གཅིག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆེད་རྒྱལ་ཡོན་བསྟར་བས་ཆ་ཚང་བ་རྒྱལ་ཡོན་ཆ་ཚང་བ་བཅས་ཕེབས་རྗེས། ནི་མི་མང་གི་འོས་བསྡུ་བྱས་པའི་སྲིད་སྐྱོང་གི་སྲིད་སྐྱོང་ཡན་གྱི་བསྡུ་སྐད་ཅེས། ནི་ལམ་སྲོལ་ཅིག་བསྡུ་བྱས་ནས་བྱུང་བ་རེད། ད་ལམ་སྲོལ་དེ་བྱུང་བ་གཞི་ཡོད་བཞིན་དུ། ད་དངོས་གནས་བྱས་པ་ཡིན་ན་ང་རང་ཚོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་ཟུར་ཟ་དང་དེ་འདྲས་བྱེད་མཁན་ཡོད་པ་ཡིན་ན། ཨར་ལས་དང་པོ་དེ་མི་དམངས་ཀྱི་ཡར་བསྐོས་ཞབས་འོས་སྒྱུར་གྱི་སྲིད་སྐྱོང་གི་དངོས་གནས་དྲ་གནས་དེའི་ཐོག་ལ་སྲིད་སྐྱོང་དང་བཀའ་ཤག་དང་མང་གཙོའི་ཀ་བ་གསུམ་གྱི་ཐོག་ནས་འགན་འཁྱེར་ནས་དེ་དང་དེ་ལ་སོགས་པ་དེ་འདྲའི་ལ་ཨ་ནི་ག་རེ་ཟེར་ན་ད་ལྟ་བསྒྲགས་གཏམ་སྤེལ་ཡ་རེད་དེའི་ཐོག་ནས་ཨ་ནི་ག་རེ་ཟེར་ན་སྐད་ཆ་བཤད་ཡ་རེད་དེ་འདྲའི་དེ་བརྒྱ་ཆ་བརྒྱ་སྟོང་པ་དངོས་གནས་དྲ་གནས་དེ་ག་བ་མིན་པ་ཚད་མཐོན་པོའི་ཐོག་ནས་དེ་ལ་དངོས་གནས་དོན་ནི་ཤུགས་ཆེན་པོའི་ཐོག་ནས་བྱེད་དགོས་ཡ་གཅིག་ཆགས་ཏེ་ཡོད་རེད་ད་ལྟའི་ཆ་ལ་ང་རང་གིས་བསམ་བློ་བཏང་པ་ཡིན་ན་དེ་འདྲས་ཀྱི་ཐོག་ལ་བྱེད་མཁན་དེ་དཔེ་མི་གསལ་གྱི་ཉུང་ཉུང་འབེན་ཧ་ལམ་མེད་པ་འདྲ་བྱེད་དེ་འདྲས་འདྲ་བྱེད་ཆགས་ཏེ་གི་འདུག་དེ་འདྲས་ཀྱི་ཐོག་ནས་ཆགས་ཡིན་དུས་ཙམ་པ་ལ་ཨ་ནི་དོ་ཚོས་ཡང་ཁོ་རང་ཚོའི་བློ་ཤེས་དང་ཚོད་མ་སོང་ན་འོ་ད་ང་ཚོས་དེ་འདྲས་བྱས་པ་ཡིན་ན་ཡང་བྱུང་རེད། དེ་འདྲས་ཀྱི་ཐོག་ནས་ང་ཚོ་ལ་ལྟ་སྟངས་དུ་ག་རྒྱས་མི་འདུག་ཕལ་ཆེར་དེ་འགྲིག་གི་ཡོད་ས་རེད་བསམ་བསམ་གི་དེ་འདྲས་ཀྱི་བསམ་བློ་འཁྱེར་མཁན་གྱི་ང་རང་གི་འདུག་ལྟ་བ་ཡིན་དུས་བསམ་པ་དེ་འདྲས་ཅིག་ཡོང་གི་མེད་གྲོང་སང་སང་འདྲ་བོ་ཅིག་དེ་འདྲས་བསྟེན་ན་དེ་འདྲས་ཡིན་པ་སོང་ཙང་མི་རོ་གསར་པའི་ནང་ལ་ཡང་དེ་འདྲས་ཀྱི་མང་དུ་མང་དུ་འགྲོ་གི་ཡོད་པ་ཡིན་ན་གང་ཞིག་ད་མི་རོ་གསར་པའི་ནང་ལ་ཡ་ད་ཕལ་ཚེ་ད་ལྟ་བར་དུ་ལ་མི་རོ་གསར་བ་གསར་རྐྱང་དེ་འདྲས་ནང་ལ་ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཚད་མེད་ཞུ་མཁན་དང་དེ་འདྲས་ཀྱི་ཐོག་ནས་ང་རང་ངོས་ནས་ད་རྒྱས་ཞི་ར་ཟེར་གོ་མ་སོང། ད། ད་ལྟ་ཚད་མས་གཞི་མཁན་ཏི་ཁེ་དེའི་ཚང་ཚང་མི་རོ་གསར་པ་ཟེར་གྱིན་མ་རེད་ད་ཕལ་ཆེར་ཉུང་མཐའ་ལས་ལོ་བཞི་བཅུ་གི་གང་ལ་བརྒལ་ཚར་བ་དེ་འདྲས་མང་པོ་ཞིག་ཆགས་བསྡད་ཀྱི་འདུག་ཨ་འོ་དེ་འདྲས་ཡིན་པ་སོང་ཚོང་ཉེས་འདུག་ཚུལ་མང་དུ་མང་དུ་འགྲོ་ཡག་གི་རྒྱུ་རྐྱེན་དེ་ང་ཚོའི་གི་འཛིན་སྐྱོང་གི་མང་གཙོའི་ཀ་བ་གསུམ་གྱི་ཐོག་ནས་དམིགས་བསལ་གྱི་དེ་འདྲས་ཐོག་ལ་འགན་འཕར་མ་ཅིག་ཁྱེད་ཅེ་འདུ་ཚོ་ལ་གནོད་ཤུགས་སྤྲད་ཡག་རེད་འདུ་ཚོ་ལ་ནི་བསྒྲགས་གཏམ་སྤེལ་ཡག་རེད་འོ་ད་དེ་འདྲས་དེ་སྤེལ་དམིགས་བསལ་གྱི་ཉོ་ཉོ་ཆ་དེ་ག་ནང་བཞིན་པའི་གི་ཉིས་སྟོང་བཅུ་གཅིག་གི་ལོ་ནས་གསུམ་བཅིག་གི་ཨ་ནི་ང་རང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ནང་ལ་ཡང་ཏོག་ཙེ་ཆོལ་ཁ་གི་ཨ་ནི་འཐེན་འཁྱེར་གྱི་ཐོག་ནས་ཨ་ནི་བག་ཟུར་པའི་མི་བདུན་པ་ཆགས་དེ་ཤུགས་ཆེན་པོ་ཆགས་ཡོད་དུས་བརྩམས་པ་ལ་ཨ་ནི་དེའི་ཐོག་ལ་དེ་རྒྱས་ཆེན་པོ་ཅིག་བརྩིས་རྗེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལས་གཞན་དུ་འབྲི་མཁན་དང་ཨ་ནི་དོ་ཚུགས་ལ་ཨ་ནི་ག་རེ་ཟེར་ན་ད་ལྟ་ཟུར་ཟ་བྱེད་མཁན་དེ་ཨ་ནི་སོ་སོ་གི་ཕྱོགས་གཏོགས་ཅིག་དེ་འདྲ་ཅིག་ཡིན་འདུག་པ་ཡིན་ན་དོ་ཚུགས་པས་གནད་འགག་ཆེན་པོ་མ་བརྩི་བ་བྱས་ནས་སོ་སོ་གི་ཆོལ་ཁ་དེ་གནད་འགག་ཆེན་པོ་བརྩིས་དེ་འདྲིས་ཀྱི་ཐོག་ནས་ཨ་ནི་དོ་ཚུགས་ལ་ཁ་ཐུག་བཏང་མཁན་རེད། དེ་ག་དེ་ག་ནང་བཞིན་གྱི་དུ་ཚོད་ལ་ནི་ག་རེ་ཟེར་ན་ད་ལྟ་དེ་བསྒྲགས་གཏམ་སྤེལ་མཁན་རེད་དེ་འདྲས་དེ་ཉུང་ཉུང་ཅིག་ཆགས་རྗེས་ཨ་ནི་དུ་ཚོད་རྒྱ་ཡན་དུ་ཕྱིན་ནས་དེ་འདྲས་ཀྱི་ཐོག་ནས་ཕལ་ཆེར་མང་དུ་ཕྱིན་ཡོད་ས་རེད་ཟེར་ང་རང་གི་བསམ་ཚུལ་བསམ་ཚུལ་འགྲོ་བ་ཟེར་ན་མི་འདུག་ལྟ་སྟངས་འགྲོ་བ་ཅིག་ཕལ་ཆེར་དེ་འདྲས་ཅིག་ཐོག་ནས་ཐུག་འགྲོ་གི་འདུག་ཟེར་བ་ལྟར་དེ་ཅིག་ཞུ་འདོད་བྱུང་སོང། བདག་མི་གསལ་གྱི་སྐབས་འདི་ལ་གཞོན་སྐྱེས་ཁ་ཤས་ཀྱི་ནང་ནས། དངོས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནི་ཚད་མེད་དང་ཟུར་ཟར་ལ་སོགས་དེ་འདྲའི་གྱེས་མ་བྱས་པ་ཡིན་ན་ཡང། དེ་འདྲས་བྱེད་མཁན་གྱི་རིགས་དང་མཉམ་དུ་བཟའ་བཏུང་མཉམ་དུ་བྱེད་པ་དང་ཆོས་དང་རྟགས་གང་དུ་དུས་རྒྱུན་ཆགས་པའི་ནང་ནས་ཆོས་དང་ཟང་ཟིང་ཟེར་ཏེ་དེ་སྐད་ཅིག་བཤད་ཀྱི་རུང་བ། ད་ཆོས་དང་དེ་འདྲ་མེད་པ་ཡིན་ན་བཟའ་བཏུང་གི་འབྲེལ་བ་བཙུགས་ཡས་རེད་དོ་ཚོ་དང་མཉམ་དུ་ལ་དངོས་གནས་དྲ་གནས་ལངས་ཕྱོགས་གཅིག་གི་སྟོད་ནས་སྡེང་ཆ་གཅིག་གི་སྟོད་ནས་བསྡད་ནས་མཉམ་དུ་དངོས་གནས་དྲ་གནས་བསྡད་འདོད་ཡས་དེ། དངོས་སུ་ཚད་མས་མ་ཞུས་པ་ཡིན་ན་དོན་ལ་དངོས་རང་གིས་ང་རང་གི་ལྟ་སྟངས་བྱས་པ་ཡིན་ན་དོན་ལ་དོ་ཚུགས་ཀྱི་ཨེ་ནི་ག་རེ་ཟེར་ན་བྱས་ཞེས་པ་དེ་འགྲིག་ཤག་བསམ་བསམ་གི་དེ་འདྲས་ཀྱི་བསམ་བློ་ཁྱེད་ཀྱིན། འོ་ད་དེ་འདྲའི་ཡང་ཁ་ཤས་ཁ་ཤས་ནི་ཡོད་དེ་བ་འདྲ་བ་ཞིག་ད་དོ་ཚོགས་ཀྱི་རིགས་འདི་དངོས་སུ་ག་རེ་ཟེར་ན་ང་རང་ཚོའི་མི་རིགས་ཀྱི་ཞག་རྩི་དང་དེ་འདྲས་ཀྱི་ནི་ག་རེ་ཟེར་ན་ད་ལྟ་ཡུལ་སྲོལ་གོམས་གཤིས་རེད་དེ་ག་ན་ཞིག་གི་ཆོས་ཕྱོགས་ནས་བཤད་པ་ཡིན་ན་དད་པ་རེད་ཆོས་ཀྱི་གོ་རྟོགས་རེད་དེ་འདྲས་ཀྱི་ཐོག་ནས་མང་པོ་ཅིག་ཉམས་ཆག་ཕྱིན་རྗེས་ཨ་ནི་ག་རེ་ཟེར་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལྟ་སྟངས་དེ་ཡང་དངོས་གནས་བྱས་པ་ཡིན་ན་ང་རང་ཚོའི་བོད་པའི་ངོས་ནས་ལྟ་སྟངས་ཅེས་དང་འཛམ་བུ་གླིང་གི་མི་རིགས་གཞན་དག་ངོས་ནས་ལྟ་སྟངས་དེ་ཏོག་ཙེ་འདྲ་གི་ཡོད་མ་རེད། འཛམ་བུ་གླིང་མི་རིགས་གཞན་དག་དེ་གི་ཐོག་ནས་ལྟ་སྟངས་དེ་གོང་ས་མཆོག་ལ་དགའ་པོ་དང་དེ་འདྲས་བྱས་ཏེ་དད་པ་རྐྱང་རྐྱང་ག་ནས་བྱེད་གི་ཡོད་མ་རེད་ཁོ་རང་ཚོས་ད་ང་རང་ཚོ་ཁ་ཐུག་བཤད་པ་ཡིན་ན་སྤྱི་ཚོགས་ནང་ལ་མི་ཡག་པོ་ཞིག་འདུག་ཟེར་བཞིན་ཡོད་རེད་བ་མི་དངོས་གནས་ལྷག་བསམ་བྱེད་བཞིན་འདུག་མི་དད་པ་དེ་འདུག་བྱེད་བཞིན་འདུག་ཟེར་བཞིན་པ་ཞིག་དེ་འདྲས་ཀི་ཐོག་ནས་བལྟ་བྱས་ནི་སྤྱི་ནོར་གོང་ས་སྐྱོང་ཀུན་ཆེན་པོ་མཆོག་གི་ཕྱག་ལས་གནང་ཡས་རེད་བསམ་བློ་གི་གཏོང་གནང་སྟངས་རེད་བདེན་འབྲས་ཀྱི་ཐོག་ནས་མིག་གིས་དཔེ་མི་གསལ་གྱི་དྲང་བདེན་འཚེ་བ་མེད་པ། བདེན་པ་བདེན་འདུག་ཁ་ར་ཁ་འདུག་བདེན་འབྲས་ཡིན་པ་སོང་ཙང་མི་མང་པོ་གཅིག་གི་འདུ་བྱེད་ནས་ད་དགའ་པོ་བྱེད་དེ་གི་མང་པོ་གཅིག་ཡོད་རེད་མི་རིགས་གཞན་དག་གི་ཐོག་ནས་ད་ཁ་ཤས་དེའི་ཐོག་ནས་དད་པ་ཡང་བྱེད་མཁན་མང་པོ་ཡོད་རེད། ད་ང་རང་ཚོ་བོད་པ་འདྲ་བྱེད་ཡིན་པ་ཡིན་ན། ལྟ་སྟངས་དེ་ལོག་ཁར་བ་ང་ཚོ་གི་ལྟ་སྟངས་དེ་ཆོས་ཕྱོགས་ཀྱི་ཐོག་ནས་སོ་སོ་གི་རྩ་བའི་བླ་མ། ངོ་ནས་དྲ་གནས་རུ་བ་ཆོས་ཀྱི་ཆོས་ཀྱི་ཐོག་ནས་རྩ་བའི་བླ་མ་གསལ་བྱེད་དེ་འབྲེལ་གྱི་ཐོག་ནས་བལྟ་འདོད་ཡོད་རུ་བ་རྩ་བའི་བླ་མ་གཅིག་དང་སོ་སོ་གི་སྔུན་ནས་འདི་གཅིག་གཉིས་ཀྱི་སྐྱབས་གནས་གཅིག་ལ་བལྟ་ཡོད་འདུས་ཙམ་པ་ལ་དེ་ལ་སོ་སོ་གི་དགའ་ཞེན་དང་དེ་འདྲས་ཙམ་མ་ཡིན་པ་སེམས་གཏིང་ནས་བཅོས་མ་མ་ཡིན་པའི་དད་པ་འོ་ད་དེ་འདྲས་ཡོད་དེ་གི་འཇིག་གོ་གི་ཡོད་རེད་དེ་འདྲས་ཡོད་པ་སོང་ཙང་དེ་འདྲས་ཡོད་མཁན་གི་མི་གཅིག་གི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཟུར་ཟ་བྱེད་མཁན་ཚད་མེད་ཞུ་མཁན་གི་གང་ཟག་གཅིག་དང་མཉམ་དུ་དུས་ནམ་ཡང་ཟ་འཐུང་ལ་མཉམ་དུ་བྱེད་གི་མ་རེད་ལ་རྡོ་ཚོ་ལ་འབྲེལ་བ་རྩ་བ་ཡོད་ནས་བྱེད་གི་ཡོད་མ་རེད་བྱེད་གི་མ་རེད་དྲན་གི་འདུག་བྱས་ཙང་དེ་འདྲས་བྱེད་མཁན་གི་མི་དེ་དེ་འདྲས་གི་ནུས་པ་དེ་ད་བསམ་བློའི་ནང་གི་ཆོས་ཕྱོགས་གི་བབ་ཆགས་དང་སྤྱིར་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ང་རང་ཚོ་གི་ཚེ་འདི་གཅིག་ཡིན་གི་སྐྱབས་གནས་དང་ཆོས་ཕྱོགས་ནས་རྩ་བའི་བླ་མ་ཟེར་ཡི་དེ་འདྲས་གི་ལྟ་སྟངས་མེད་པའི་ཐོག་ནས་སྤྱི་བཏང་གི་འཛམ་བུ་གླིང་གི་ཨ་ནི་རྒྱལ་སྒོས་གཞན་དག་མིག་གི་ལྟ་སྟངས་གི་རྣམ་པ་བལྟས་རྗེས་དེ་འདྲས་ཅིག་གི་ཐོད་ནས་བཏགས་ཡོད་འདུག་བརྩམས་པ་ལ་ཨ་ནི་ཁོ་རང་གིས་ག་རེ་ཟེར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཟུར་ཟ་དང་ཚད་མེད་ཞུ་མཁན་ཡིན་པ་ཡིན་ན་ཡང་དེ་འདྲས་བྱེད་མཁན་མི་འདུག་ཚོད་ལ་ཏིའི་ཙི་མཐོང་ཕྱོགས་དེ་སྡུག་ཅག་མ་མཐོང་ངེས་འགྲོ་ཅིག། དེ་འགྲིག་རེད་དྲ་འདོར་རོགས་ཅིག་དམངས་གཙོའི་གི་མང་གཙོ་དང་མཐུན་པ་རེད་མདོ་འདོར་རོགས་ཅིག་དེ་འདྲས་ཀྱི་ཐོག་ནས་ཨ་ནི་ག་རེ་ཟེར་ན་ཨ་ནི་ག་རེ་ཟེར་ན་ད་ལྟ་དེ་འདྲས་ཞུ་མཁན་དེ་ཤུགས་ཆེ་རུ་འགྲོ་གི་མེད་གྲོང་བསམ་བསམ་རོགས་ཅིག་འོ་ད་དེ་འདྲས་བྱེད་འདོད་ཡོད་འདུག་བ་ད་ང་རང་འདྲ་བ་ཅིག་ཡིན་པ་ཡིན་ན། རྒྱལ་སྲིད་སྤྱི་འཐུས་ལ་སླེབས་སོང་བས་ན་ཨ་ལས་ཐེངས་དང་པོ་དེ་ལ་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཟུར་ཟ་དང། ཨ་ནི་ག་རེ་ཟ་ན་ཚད་མེད་ཞུ་གི་ཡིན་པ་ཡིན་ན། ང་རང་ཚོས་ཀྱིས་ང་རང་ཚོའི་གི་ངོས་ནས་ང་རང་གི་ངོས་ནས་དེ་ལ་དངོས་གནས་དྲན་ནས་དགག་པ་དང་སྐད་ཆ་བཤད་པ་ཙམ་མ་ཟད་ཀྱི་ཡ་ང་རང་ཚོའི་མང་གཙོའི་ཀ་བ་གསུམ་གྱི་ནང་ནས་འཛིན་སྐྱོང་བཀའ་ཤག་ཡིན་པ་ཡིན་ན་རེད་དོ་ཚོ་ལ་དངོས་གནས་དྲན་ནས། ག་རེ་ཟེར་ན་ཡག་ཤོས། དེ་འདྲས་ཀྱི་རྩ་བའི་ནས་ག་རེ་ག་རེ་ཟེར་ན་དེ་འདྲས་ཀྱི་ཐོག་ལ་ང་རང་ཚོས་ཀྱི་ཡ་ལན་སྤྲད་དགོས་འདུག་དེ་འདྲས་ཀྱི་ཐོག་ལ་ང་རང་ཚོས་ཀྱི་ཡ་ལན་སྤྲད་པ་དེ་ནས་ཚོགས་ར་རྣོན་པོ་དང་དངོས་གནས་དྲན་ནས་དེ་ནས་འགན་ཁུར་ཆེན་པོ་གཅིག་གི་ཐོག་ནས་མ་དངོས་གནས་ང་རང་ཚོས་ཀྱི་བསྒྲགས་གཏམ་སྤེལ་ཡ་དེ་འདྲས་ཀྱི་དགོས་འདུག་ཡ་འབུལ་དགོས་ཞུ་ཡ་དེ་དངོས་གནས་དྲན་ནས་ཀྱི་ཚད་མཐོན་པོ་ཆགས་ཤིང་དེ་འབྲེལ་གྱི་ཐོག་ནས་སྤྱི་ཚོགས་ཁྱོན་ཡོངས་ནས་ད་ང་རང་ཚོ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་བོད་མིའི་སུ་འདྲ་ཅན་ཡིན་པ་ཡིན་ན་ཡང་ཚང་མས་དངོས་གནས་དྲ་གནས་སོ་སོའི་མ་སྐུལ་དྭང་བླང་གི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཟུར་ཟ་དང་མཚན་སྨད་ཞུ་མཁན་གྱི་མི་དེ་ཚོ་ལ་དངོས་གནས་དྲ་གནས་བསྒྲགས་གཏམ་སྤེལ་ཡ་རེད་དེ་ཚོ་ལ་དངོས་གནས་དྲ་གནས་སྐྱོན་ཅི་བྱེད་ཡ་རེད་དེ་འདྲས་བྱས་ཤེས་པ་ཡིན་ན་རིམ་པས་དེ་འདྲས་ཀྱི་རིགས་དེ་ཉུང་དུ་ཉུང་དུ་ཉུང་དུ་ཉུང་དུ་འགྲོ་གི་རེད་ཟེར་དེ་འདྲས་བྱས་ནས་དྲན་གྱི་འདུག་མ་ཟད་གཉིས་པ་གཅིག་ནས་མི་དོ་གཞོན་པ་དེ་ཚོ་རྣམས་ལ་ད་ངས་གོང་དུ་བཤད་པ་ནང་བཞིན་རེད་ཕ་མའི་སྔུན་ནས་འགྱེལ་ཏེ་ཞེ་དྲག་མ་སྐྱེས་པ་བྱས། སྤུ་གུ་དེ་ལ་དེང་སང་ང་རང་ཚོའི་བོད་བོད་ཀྱི་ཕ་མ་མང་པོ་ཞིག་གིས་སྤུ་གུ་དེ་ལ་ཨ་ནེ་སོ་སོ་གི་ལས་ཀ་ལ་འགོ་རྒྱུ་མ་ཡོང་གི་མ་བཟོ་ཡང་ཆེད་དུ་ལ་ལག་ཐོག་ཁ་བ་དུ་དུ་སྤྲད་ནས་སྤུ་གུ་ཁ་གཡེང་མདུན་ནས་བཞག་སྟེ་དེ་འདྲས་རེད་མོད་དུ་བསམ་ལུས་ཀྱི་བློ་གསོ་སྤྲད། སྤྱི་ནོར་གོང་ས་སྐྱོང་མཁས་ཆེན་པོ་མཆོག་ཟེར་ཏེ་ང་རང་ཚོའི་བོད་ཡུལ་ལ་བཀའ་དྲིན་ཆེན་པོ་རེ་ད། གལ་སྲིད་གོང་ས་མཆོག་ར་པོ་ཆེ་མེད་པ་ཡིན་ན་ང་རང་ཚོ་དད་མདོ་གི་བཙན་བྱོལ་གྱི་གནས་སྟངས་དེ་འདྲས་བྱེད་དང་ང་ཚོ་ཁ་བདེ་བོ་བཤད་བྱེད་དང། ང་ཚོས་མེས་ཚིག་སྐྱིད་པོ་འདི་འདྲའི་ཉུང་གི་ཉུང་ཡས་ཅིག་མྱོང་ཤེས་ཡས་མེད་པ་རེད་ད་ཟེར་ཕ་མའི་ངོས་ནས་ཀྱང་དངོས་གནས་དྲན་ནས་ཐུས་ཤོར་འགྲོ་གི་ཡོད་པ་ཅིག་ང་རང་མཐོང་གི་འདུག་སྤུ་གུ་ལ་ཆུང་ཆུང་ངོས་ནས་སློབ་གསོ་རྒྱག་ཡས་དེ་སློབ་གསོ་གི་མ་འདང་བ་དེ་འདྲས་ཅིག། གལ་སྲིད་སྤུ་གུ་གཅིག་ལ་ཆུང་ཆུང་ངོས་ནས་དེ་འདྲས་ཀྱི་སློབ་གསོ་ཅིག་སྤྲད་པ་ཡིན་ན། ང་རང་ཚོའི་དྲ་ངོ་མ་འདི་རྒྱ་ནག་རེད་གཅེས་ནོར་གོང་ས་སྐྱོང་གུ་ཆེན་པོ་བསད་དེ་ང་རང་ཚོས་དངོས་གནས་དྲན་ནས་དྲན་ནས་ཀྱི་དགོས་ནས་ད་ཚེ་འདི་གཅིག་གཉིས་ཀྱི་སྐྱབས་གནས་རུ་བ། ད་ཚེ་འདི་ལ་ཆ་བཞེས་པ་ཡིན་ན་ང་རང་ཚོ་གི་ལྟོ་གོས་གཏམ་གསུང་གི་བསྟན་ས་དར་མདའ་བཙུགས་འདི་འདྲས་ཉོས་དེ་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ཡིན་པ། དེ་འདྲས་ཀྱི་བསམ་བློའི་ནང་ལ་བླུགས་མ་ཐུབ་པ་ལ་བརྟེན་ནས་ཨ་ནི་སྤུ་གུ་དུ་གི་གིས་ཀྱང་ཨ་ནི་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་ཀ་ར་རླབས་ཆེན་གྱི་མཛད་འཕྲིན་རེད། འོ་ཁོང་བོད་ནི་ཁོང་ལས་ལྷག་པ་ཅིག་བོད་ནང་ལ་བཀའ་དྲིན་ཆེན་པོ་མེད་འདས་པ་འོ་ད་དེ་འདྲས་ཀྱི་གནས་སྟངས་དེ་མ་གོ་བ་བྱས་ཨ་མ་གོ་ཙམ་མ་ཟད་སྤུ་གུ་དེ་ཡང་ཡར་ནར་སོན་པའི་གནས་སྐོར་སོགས་ལ་སོ་སོ་ཆུང་དུས་ནས་དེ་འདྲས་ཀྱི་བསམ་བློའི་ནང་ལ་བག་ཆགས་དེ་འདྲས་མེད་པ་ཡིན་དུས་བསམ་པ་ལ། ཕྱིས་སུ་རིམ་པས་ག་རེ་ཟེར་ན་དེང་དུས་ཀྱི་ག་རེ་ཟེར་ན་གང་དག་སྤྱི་ཚོགས་ནང་ལ་ཁ་ཕྱོགས་བྱས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཛད་པ་རླབས་ཆེན་བའི་མཛད་པ་ཕྲིན་ལས་ལ་སོགས་པ་དེ་འདྲའི་གི་ཐོག་ལ་དོ་སྣང་སྤྲད་མཁན་དེབ་ཀློག་མཁན་ཧ་ལས་པའི་ཉུང་ཉུང་དེ་འདྲ་ཆགས་བསྡད་ཀྱི་ཡོད་རེད། དེ་འདྲའི་གི་ཐོག་ནས་དེ་འདྲའི་གི་ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ག་རེ་ཟེར་ན་ད་ལྟ་དེ་རླབས་ཆེན་གྱི་མཛད་ཕྲིན་ཁག་ལ་ཡང་མཁྱེན་རྟོགས་མེད་པ་གོ་རྟོགས་མེད་པ་འོ་ད་དེ་ལ་ཡང་དམིགས་མི་སེར་གྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བསམ་བློའི་གི་འདུ་ཤེས་འཛིན་སྟངས་དཔེ་མི་སེར་གྱིས་ཀ་རེ། ང་ཚོ་བོད་པ་སྤྱི་ཡོངས་ཀྱི་འཛིན་སྟངས་དེ་འདྲ་མེད་པས་དེ་འདྲས་ཀྱི་ཐོག་ནས་འཐུས་ཤོར་ཕྱིན་པའི་ཐོག་ནས་ཡོང་གི་ཡོད་རེད། འོ་ད་དེ་འདྲ་ཡིན་པ་སོང་ཙང་དེ་ཡིན་དུས་ཙམ་པ་ལ་དེ་འདྲས་བཞེད་མཁན་གྱི་མི་དེ། དུས་ནམ་ཡང་ད་ལྟ་བར་དུ་ལ་ཡང་ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་འདི་དང་མཉམ་དུ་ལ་ཆོས་དང་ཟང་ཟིང་གི་ཐོག་ནས་ག་ལྟར་འབྲེལ་བ་བྱེད་ཡས་ཀྱི་རྟགས་དངོས་སུ་ཕར་ཕྱིན་ནས་རྨི་ལམ་ཚུན་ཆད་ཡང་དེ་འདྲའི་དེ་བྱས་མེད་པ་དེ་སོ་སོ་གི་དམ་བཅའ་བརྟན་པོ་ཅིག་དང་དངོས་གནས་དོན་ནས་ཡིད་ཆེས་དང་སྤོབས་པ་ཆེན་པོའི་ཐོག་ནས་བྱེད་ཐུབ་ཀྱི་ཡོད་ལ་མ་འོངས་པ་གལ་སྲིད་སོ་སོ་སྤྱི་དོན་ལ་སླེབས་ཟིན་པ་ཡིན་པ་ཡིན་ན་དེ་འབྲེལ་གྱི་ཐོག་ལ་དངོས་གནས་དྲ་གནས་ཀྱི་ཨ་ནི་ག་རེ་ཟེར་ན་ད་ལྟ་དེ་ལ་ཁ་བརྡས་བཅག་ཡས་རེད་ཡ་དམིགས་བསལ་གྱི་གཞུང་རང་གི་ངོས་ནས་དངོས་གནས་དྲ་གནས་དེ་འདྲའི་གི་ཐོག་ལ་འགག་པ་རྒྱག་ཡས་རེད་འོ་ད་དེ་འདྲའི་གི་ཐོག་ལ་དངོས་གནས་དྲ་གནས་ནུས་པ་འདོན་ཡས་ཀྱི་འཆར་གཞི་དང། དེའི་ཐོག་ནས་ནི་སྤོབས་པ་དང་ཡིད་ཆེས་ཡོད་སོ་ད་དེ་བྱས་ནས་ཞུ་འདོད་བྱུང་གསུང་ད་ལན་དེ་ཏག་ཏག་བསྡད་ཀྱི་ཡོད་ན་མེད་ན་དྲི་བ་དེ་ཟུར་མང་པོ་ར་ཞིག་འདུག་ཨ། དེ་ཟུར་མང་པོ་ར། ད་ད་ད།
རྒན་ལགས། རྒན་ལགས་ཀྱིས་ད་ལྟ་འདི་གསུངས་འདུག་ཨ། ཨ་ནི་གཅིག་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་བདུན་གྱ་བརྒྱད་དེ་ནས་མ་ཨ་ནི་གཅིག་ད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུའི་གཅེན་པོ་སྲས་རྒྱལ་ཐུགས་འགྲུབ་ལགས། ཨ་སྔས་མ་ད། རྒྱ་མིའི་སུན་འབྱིན། སུན་འབྱིན་བརྗེ་འདྲེས་བྱུང་བའི་ཁ་ཐུག་དེ་ལ་ཡང། བོད་རང་བཙན་གྱི་ཐོག་ལ་བཤད་མ་ཡོང། གཞན་དག་ག་རེ་བཤད་ཀྱིན་ན་བཤད་ཤོག་གསུང་ཡ་ཅིག་ད་འདི་ང་ཚོའི་གི་སྤྱི་ཚོགས་ནང་ལ་ཡོང་རག་རོགས་ཤིག་རེད། དེ་འདྲ་སོང་ཙང། ད་ང་ཚོའི་མང་ཚོགས་ནང་ལ་ཡང་མང་པོ་གཅིག་གི་དགོངས་ཚུལ་འདི་ཕེབས་ཀྱི་ཡོད་རེད་བཀའ་མོལ་འདིའི་ཐོག་ལ། ད་དེ་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞིའི་ནང་དོར་བ་ལ་ཨ་ནི་རེ་བ་ཅིག་ཏན་ཏན་རང་བྱུང་ཡོད་ས་རེད། ཨ་དེ་དུས་བོད་རང་སྐྱོང་ལྗོངས་ཁུངས་གཏོགས་འདི། སྐབས་དེ་དུས་ནས་ཁས་ལེན་བྱས་བཞག་ན། དཔེ་ཡག་པོ་བྱུང་ཡོད་ས་རེད་ཟེར་ནས་དེ་འདྲའི་ཡང་དགོངས་ཚུལ་འཕེལ་ཉེན་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་རྒན་བློ་བཟང་རྒྱ་མཚན་ལགས་ཀྱིས་ཨ་ནི་གཟིགས་ཚུལ་ག་འདྲས་རེད་ཅེ་ན་དེའི་ཐོག་ལ་ཡང་མང་ཚོགས་ལ། ཅིག་ཐ་ཅིག་དགོངས་ཚུལ་དགོངས་འཇགས་ཞུ་ནས་མི་འདུག་ཨ་ནི། ཅིག། ཅིག། ཟིག་ཚུལ་ཟིན་ནས་མི་འདུག་ཨ་འདིའི་ཐོག་ལ་བཀའ་ལན་ཅིག་གནང་རོགས་གནང་ཞུས་བྱས། ཨ་ཐང་གི་རྒན་ལགས་ཀྱིས་ད། ཅིག་ང་ཚོ་རང་བཙན་རྩོད་པ་ཡིན་ན་ད་ད་པའི་སྐད་ཆ་བཤད་ཁོ་རང་ཨ་ནི། རྩ་བའི་བསྡད་ཡོད་མ་རེད། གདོང་ཐོག་དེ་འདྲས་རེད་ཅིག་གསུངས་སོང། ད་ག་སྲིད་དེ་འདྲས་ཡིན་པ་ཡིན་ན་ཨ་ནི། ད་ལོ་ཉེ་བཞག་དོར་བ་རེད་ད། ཉེ་བཞག་དོར་བ་ནི་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་གཅིག་གིས། ཨ་ནི་བོད་རང་སྐྱོང་ལྗོངས་ཁོངས་གཏོགས་འདི་ཨ་ནི་རང་བཙན་གཙང་མ་ཡིན་པ་ལ་ངོས་ལེན་ཞུ་དགོས་ཀྱི་རེད་བྱས་བྱས་ཨ་ནི་ཨ་རིག་གི་གྲོས་ཚོགས་འོག་མའི་འཐུས་མི་གཅིག་གིས་ད་ཁོ་རང་གི་མཚན་དེ་དྲན་པ་བྱས་སོང། མཚན་དེ་རོགས་སྐར་པ་ཡིན་ན་ག་རེ་ཡིན་ད་མཚན་དེ་དྲན་པ་བྱས་སོང་ཁོ་རང་གིས། གྲོས་ཚོགས་ནང་ལ་ཡང་གྲོས་འཆར་དེ་འདྲས་བསྣམས་པ་དེ་འདྲས་བྱུང་ཡོད་རེད་དེ་རྒན་ལགས་ཀྱིས་ཏན་ཏན་རང་ཉིད་མཁྱེན་གོ་རེད་བསམ་གྱི་འདུག་ཨ་འདིའི་ཐོག་ལ་རྒན་ལགས་ཀྱིས་གཟིགས་ཚུལ་ག་འདྲས་ཡིན་ན་བཀའ་ལན་ཅིག་གནང་རོགས་གནང་ཞུ་ཡས་ཡིན། ཨ་ནི་དེ་ནས་མ་འོངས་པ་ད། དེ་མིན་ད་ལྟ་ཤེས་ཡོན་དང་དེའི་དེ་སྐོར་ལ་ད་ལྟ་རྒན་ལགས་ཀྱིས་ཚང་མ་གསུངས་ཚར་སོང་ག་སྲིད་སྤྱི་འཐུས་ཞབས་བཀྱག་གང་ལས་ཕེབས་སོང་ན་ཨ་ནི་དེ་དང་དེ་དེ་དང་དེ་ཟེ་གསུངས་ཡས་དེ་ཚོ་ད་ཚང་མ་གསུངས་ཚར་སོང་ང་ལ་དམིགས་བསལ་ཞུ་ཡ་ཟད་མི་འདུག་ད་ག་སྲིད། རྒན་ལགས་ཨ་ནེ་སྤྱི་འཐུས་ཞབས་བཀྱག་སྒང་ལ་ཡ། ཕེབས། བ་འདྲ་ཅིག་ཡིན་ན། ཨ་ནེ་ང་རང་ཚོ་གི་ཅིག། དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ད་ལྟའི་ད་ལྟའི་བའི་བའི་གི་ལོ་རྒྱུས་དེ་ཚོ་ཏེ་ཚོ་ཅིག་མ་ལྟ་ཡོང་དུས་སྐབས་ལ། ཨ་ནེ་ཅིག་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ཡ་གི་སྒང་གི། སྤྱི་འཐུས་རྣམ་པ་ཚོ་དང། ཨ་ནི་མི་མང་བ་ལི་ཡ་ཨ་ནི་འབྲེལ་ཐག་འབྲེལ་བ་དེ་ཨ་ནི་སྤྱི་དང་འབྲེལ་བ་དེ་པེ་ཅིག་ཐག་རིང་པོ་འདྲ་བོ་ཡིན་པ་འདྲ་བོ་ཆེ། དེ་འདྲས་ཀྱི་ཨ་ནི་ཚོར་སྣང་ཅིག་ང་རང་སྔ་མ་ནས་ཡོང་མྱོང་ཡོད། ཨ་དེ་འདྲས་སོང་ཙང།

རྒན་ལ་ལ་དགོངས་འགལ་མེད་བ་གནང་རོགས་ཞུ་ཡས་ཡིན་ཨ་ནི་དེ་ལི་ཡ་ཨ་ནི་ཅིག་བཀའ་ལན་ཅིག་གནང་རོགས་གནང་ཞུ་ཡས་ཡིན། འོ་ལགས་སོ་ད་ཡང་བསྐྱར་ལྷ་བསང་ཚོགས་པ་རྣམས་ལ་ཁྱུག་ཙམ་བྱ་ཆོག་པ་ཅིག་ད་ད་གི་ནས་འཛིན་གྲྭ་དེ་འདྲ་ཚོགས་ང་ཚོ་བ་ཚོགས་འདུ་འདྲ་འགྲོ་བས་བྱ་དེ་འདྲ་བྱ་ནས་ཨ་ནི་དུས་ཐོག་ཏུ་ཆགས་ཐུབ་མ་སོང་དགོངས་ཚེ་ཞུ་གི་ཡོད་ཨ་ནི་དེ་རིང་འདི་ཡང་བསྐྱར་ད་འདུས་ཨ་ནི་འདུས་ད་དེ་གྲྭ་དག་གི་ཚོགས་གཙོ། ལག་གི་དུ་དྲི་བ་དེ་འདྲས་གསུམ་རྩི་བེ་ཞག་གསུམ་ན་བཞག་ད་དང་པོ་དེའི་དྲི་བ་དང་པོ་དེའི་དེ་རེ་ཟུང་དང་ད་ལྟ་ངོ་མ་སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་གྲངས་སུ་འགྲོ་ད་ལོ་རྩིས་དེའི་གྱ་བཅུ་གྱ་གྲངས་མ་རེད་ད་ལྟ་ཏིང་ཞའོ་ཕིང་གིས་ནི་བོད་རང་བཙན་ཏིང་ཞའོ་ཕིང་གིས་ད་ལྟ་སྐུའི་གཅེན་པོ་གྱ་ལོ་དོན་དྲུག་ལ་བརྒྱུད་བཅས་གོང་ས་མཆོག་ལ་ཡང་རང་བཙན་མ་ཡིན་པའི་ནི་གནས་ཚུལ་ག་རེ་ཡིན་ན་ཡང་བགྲོས་མི་ལང་ནས་ཐག་གཅོད་ཉུང་གི་རེད་ཟེར་དེ་གྱ་བཅུའི་ནང་ལ་མ་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཅུ་དོན་དགུ་ལོ་དེ་ལ་རེད་བྱས་ཙང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཅུ་དོན་དགུ་ལོ་དེ་ལ་ཡང་ཏིང་ཞཱ་ཕིང་གིས་དུས་དེ་ང་རང་ཚོའི་ཚོའི་བར་མ་ཡིན་པར་ཁོ་རང་ཚོའི་ཚོའུ། ཨ་ནི་སྐུ་ངོས་རྒྱ་ལོ་དུད་འགྲོ་ལ་རྒྱུས་བཅས་ཚོའུ་གོང་ས་མཆོག་ལ་ཚུར་འབྲེལ་བ་བྱས་ཞེས་དེ་སྐྱོར་ཞིག་རེད་མ་གཏོགས་ང་ཚོའི་བར་འབྲེལ་བ་བྱས་འདོད་པ་དེ་འདྲའི་གལ་ཆགས་ཀྱི་ཡོད་མ་རེད། ཡིན་དུས་རྩོམ་པ་སྐབས་དེ་དུས་རྩོམ་པ་རེད་ད་དུས་ལོ་ཚིགས་དེ་དོན་བཅུ་དོན་དགུ་རེད་ད་རྒྱབ་ཆོས་ནག་ལ་རྒྱས་མ་རེད། བྱས་ཙང་སྐབས་དེ་དུས་རྩོམ་པ་ལ་ད་ཏིང་ཞེ་དཔོན་གྱིས་ཁྱེད་རང་ཚོས་ལང་ཚན་གྱི་སྐད་ཆ་དེ་མ་བཤད་པ་ཡིན་ན་གཞན་དག་གནས་ཚུལ་ག་རེ་ཡིན་ན་གྲོས་མོལ་ལངས་ནས་ཐག་གཅོད་ཀྱི་རེད་ཟེར་དེ་འདྲ་གསུངས་འདུག་སྐབས་དེ་དུས་ཙམ་པར་ང་རང་ཚོས་བོད་རང་སྐྱོང་ལྗོངས་ཁུལ་དེའི་དེ་རང་ད་དེ་འདྲ་གྱི་རང་བཙན་ཡིན་པ་ཁས་ལེན་བྱས་ན་གསུངས་འདུག་དེ་ཁས་ལེན་བྱས་པ་ཡིན་ན་ང་ལ་དགོངས་ཚུལ་ག་རེ་ཡོད་གསུངས་འདུག་དེ་ཏག་ཏག་བྱེད་ཀྱི་ཡོད་མ་རེད། ད་ལྟ་ཁོ་རང་ཚོས་བཤད་བདེ་སྐྱོག་གིས་རྒྱ་ནག་གིས་གཏན་འབེབས་བྱས་བྱས་སྐྱོག་གིས་བོད་རང་སྐྱོང་ལྗོན་དེའི་ནང་ལ་བོད་བུད་མེད་ཆོལ་ཁ་གསུམ་གྱི་ནང་ནས་བུད་མེད་ཕྱེད་ཀ་ལྷག་ཙེ་མོ་མདོ་ལས་ཐུག་ཡོད་མ་རེད་དབུས་གཙང་དེ་ཆ་ཚང་བྱས་ཨན་དེ་ནས་མདོ་སྟོད་ནས་ཆབ་མདོ་རྒྱ་ཁྱུ་དང་ད་དཔལ་ཡུལ་མེན་གྲོང་ད་གང་ལྟར་འབྲི་ཆུ་གི་འབྲི་ཆུ་གི་ཚུན་ཆད་ད་ང་ཚོ་གི་འབྲི་ཆུ་ཟེར་གྱི་ཡོད་རུ་བ་མི་ག་མདོ་སྟོད་མདོ་སྟོད་ཕྱོགས་ལ་འབྲི་ཆུ་ཕལ་ཆེར་ཚུན་ཆད་ཟུར་དུ་བྱས་ནས་བཟང་ཚང་བརྒྱད་བྱས་ད་འབྲི་རྒྱུ་དེ་ཕ་ཆད་ཚུན་ཆད་དེ་ལ་རྒྱ་སྡེ་དང་བོད་སྡེ་ཟེར་དུས་ཆེ་ནས་ཁོ་རང་ཚོའི་དབྱེ་བ་གཉིས་ཟེར་ཆེད་དུ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ང་ཚོ་ད་མདོ་སྟོད་སྨད་གཉིས་ཀྱི་ནང་ནས་ད་མདོ་སྨད་དང་རྒྱ་ཆ་ཚང་མ་བྱས་དེའི་ནང་ནས་མདོ་སྟོད་ཀྱི་ནང་ནས་རྒྱ་ཆ་དགུ་བཅུ་ཚིག་མ་ནི་ག་རེ་ཟེར་ན་རང་སྐྱོང་ལྗོངས་ཀྱི་ད་ལྟ་རྒྱ་ནག་ཁོ་རང་ཚོའི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཕལ་ཆེར་ལྔ་བཅུའི་ནང་དུ་བ་ཅི་ཡིན་ན་དེ་འདྲའི་ཅིག་ལ་རེད་དེ་འདྲའི་བརྟན་པོས་བྱས་ཞེས་ཞོགས་ཀྱི་རང་སྐྱོང་ལྗོངས་ཟེར་དེའི་ནང་ལ། ཚུད་ཀྱི་ཡོད་མ་རེད་བྱས་ཙང་སྐབས་དེ་དུས་ང་ཚོ་དེ་འདྲས་རྗེས་ཨ་ནེ་ཡའི་རང་བཙན་ཡིན་ཟེར་ཁས་བླངས་ཐེ་བ་ལག་འགག་བྱས་པ་ཡིན་ན། ཨ་སྐབས་དེ་དུས་ཚང་མ་ང་རང་གི་བོད་པ་གི་ས་ཆ་ཕྱེད་ཀ་ལྷག་བརྩིས། ཨ་ནེ་མ་རྒྱ་ནག་ལ་ཤོར་འགྲོ་ཡ་ད་དེ་འདྲས་ཀྱི་གནས་ཚུལ་ཆགས་འགྲོ་གི་ཡོད་པ་སོང་ཙང་བྱས་ཙང་ངས་བལྟས་པ་ཡིན་ན་སྐབས་དེ་དུས་ཚང་མ་ལ་གལ་སྲིད་བོད་རང་སྐྱོང་ལྗོངས་ཁུལ་དེ་སྐབས་དེ་དུས་ཚང་མ་རྒྱ་ནག་ཁོ་རང་ཚོས་བཤད་བསྡད་པའི་བོད་རང་སྐྱོང་ལྗོངས་ཀྱི་ཁུལ་དེ་ཆུ་ཁོལ་ང་རང་ཚོའི་རང་བཙན་རབས་ཀྱི་གླིང་བཅས་དེ་འདྲའི་དད་དེ་པ་ཡིན་ན་ང་རང་ཚོའི་བོད་ཆོལ་ཁ་གསུམ་དེ་ཁ་ཐོར་རུ་འགྲོ་སྡད་ཀྱི་རེད་དེ་འདྲའི་གི་ཕྱོགས་ནས་བྱས་ཙང་རྗེ་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་སྐབས་དེའི་དུས་བཙན་བྱོལ་བོད་གཞུང་གི་མཛད་གཙོ་རྣམ་པ་གི་གནད་དོན་དེ་འདྲའི་ཞིག་གི་ཐོག་ནས་ནི་ག་རེ་ཟེར་ན་ད་ད་གཞན་གྱི་མ་རྣམ་པ་འོ་ད་དེ་འདྲའི་ཞིག་ཆགས་སྡད་ཀྱི་ཡོད་རེད་ད་ཕལ་ཆེར་གལ་སྲིད་དེ་འདྲས་ཡིན་པ་ཡིན་ན་འོ་ད་དེ་འདྲའི་ཞིག་རེད་འདུག་བ་ད་དྲི་བ་དང་པོ་དེ་དེ་འདྲའི་ཞིག་ཡིན་ས་རེད། ལན། དེ་ཕལ་ཆེར་ཉིན་དངོས་ནས་སྐབས་དེ་དུས་ཙམ་པ་ལ་ད་ཨ་ལས་རང་སྦྱོང་བྱུང་བ་ཟེར་གྱི་ས་མཚམས་འདི། འོ་ད་འདི་ཡི་བ་ཆེ་གོ་ཐུབ་ད་ད་ལྟ་ང་རང་ཚོ་འདུ་བཙན་བྱོལ་དུ་སླེབས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་གླིང་ཡན་གྱི་རང་སྲིད་རང་སྐྱོང་ཟེར་ཏེ་ད་ལྟ་རྒྱ་ནག་ཁོ་རང་ཚོས་བཤད་དེ་བོད་ཀྱི་རང་སྲིད་རང་སྐྱོང་དེ་དང་ཁྱོན་ནས་འདྲ་གི་ཡོད་མ་རེད། ད་ལྟ་ང་རང་ཚོ་བཙན་བྱོལ་བོད་གཞུང་གི་སྤྱི་མགོན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་རྒྱ་ནག་ལ་སྟོན་ཞེས་པའི་རང་སྲིད་རང་སྐྱོང་རང་སྐྱོང་ལྗོངས་ཟེར་ཏེ། ཆོལ་ཁ་གསུམ་གཅིག་ཏུ་གྱུར་པའི་མིང་དོན་མཚུངས་པའི་རང་སྲུང་རང་སྐྱོང་ཟེར་དེ་རེད་བ། ཆོལ་ཁ་གསུམ་འདི་ས་ཁྱོན་ཡོངས་སུ་རྫོགས་པ་དེ་ལ་སྒུག་གི་ཡོད་ཟེར་དེ་བཤད་ཀྱི་ཡོད་རེད། འོ་དེ་ཁོ་རང་ཚོས་ད་ཁས་ལེན་བྱེད་ཀྱི་ཡོད་མ་རེད་བྱས་ཙང་དེ་འདྲས་ཅིག་ཡིན་པ་སོང་ཙང་ཁོ་རང་ཚོས་ཆེས་རང་བཙན་མངོན་པ་མི་བཟོ་བའི་རང་བཙན་ཟེར་དེ་འདྲས་ཅིག་ནས་སྐད་ཆ་བཤད་བསྡད་ཀྱི་ཡོད་རེད་བ། དེ་རེད་མ་འདུག་བོད་རང་སྐྱོང་ལྗོངས་གཅིག་པོ་དེ་ཁོ་རང་ཚོས་སྔོན་མ་ནས་ལབ་བསྡད་ཀྱི་ཡོད་རོགས་ང་རང་ཚོས་རང་སྐྱོང་ལྗོངས་སྤྲད་ཚར་ཡིན་སྟབས་ཡང་བསྐྱར་ག་རེ་སྤྲད་ཀྱི་རེད་ཟེར་དེ་བྱས་ཙང་ཁོ་རང་ཚོས་ངོས་འཛིན་བྱས་དེ། ཨ་ནི་བོད་དབུས་གཙང་གི་ས་ཆ་དེ་དང། མདོ་སྟོད་ཀྱི། ད་ཆབ་མདོ་གི་རྒྱ་རྒྱུད་དེ་འདྲས་ཅིག་མ་འདུག་ཡོད་མ་རེད་བ། འོ་དེ་འདྲས་ཅིག་ཡིན་པ་སོང་ཙང་ཏོག་ཙེ་འགྲིག་གི་ཡོད་མ་རེད་ཟེར་གཅིག་བྱས། ད་དེ་ནས་ད་ལྟ་ཕྱིས་སུ་ངེད་ཅག་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གཅིག་གིས་བོད་རང་སྐྱོང་ལྗོངས་ཀྱི་ས་ཁེ་དེ་རང་བཙན་ཡིན་པ་དེ་འདྲའི་སྐུ་ནས་ད་ལྟ་དེ་ཁས་ལེན་བྱེད་དགོས་རེད་ཟེར་དེ་འདྲའི་སྐུ་ནས་གྲོས་ཚོགས་ནང་ལ་བསྟན་པའི་དོན་བྱ་རེད་གསུངས་རེད་ད་ཕལ་ཆེར་དེ་ཡིན་ཏེ་ང་ཡི་དོགས་པ་ཡོད། ག་རེད་ཟེར་ན་ད་ལྟ་རྒྱ་ནག་ཁོ་རང་ཚོས་ཀྱི་ད་བྱེད་དང་དེ་སང་འཛམ་བུ་གླིང་གི་ས་ཆ་གོ་བ་ཡོད་ན་ཡང་བོད་ཀྱི་ས་ཆ་དེ་རང་སྐྱོང་བྱུང་དགོས་ས་ཀྱི་དུས་ཁ་རང་ལ་མི་འདུག་ངོས་འཛིན་བྱེད་ཀྱི་ཡོད་མ་རེད། རྒྱ་ནག་ཁོ་རང་ཚོས་དངུལ་དམག་གིས་བོད་རང་སྐྱོང་བྱུང་ཟེར་གྱི་གཏན་འབེབས་ཀྱི་བྱས་ཡོད་རེད་ད་ལྟ་དེ་ཉན་འགྲུལ་གྱི་ཚུན་ཕ་ཆད་ཚུན་ཆད་ཟེར་བཤད་སོང་བ། བྱས་ཙང་དེ་ཡིན་དུས་རྩོམ་པ་འགྲུལ་གྱི་ཚུན་ཆད་ཀྱི་ས་ཁུལ་དེ་གའི་དེ་ལ་བོད་རང་སྐྱོང་བྱུང་ཟེར་གྱི་ཡོད་རེད་དེ། ང་རང་ཚོར་དེ་གཅིག་པུ་རང་བཙན་ཡིན་པ་ཁས་ལེན་བྱས་ནས་ཁོ་རང་ཚོས་གྲོས་ཆོད་བཞག་པ་ཡིན་ན་ཡང་ང་ཚོ་མི་སེར་གྱི་དེ་ཙམ་གྱི་ཕན་ཐོགས་འདྲ་བོ་སྐྱེས་མེད་དེ་བ་ཅིག་ཆགས་བསྡད་ཡོད་ངས་དེ་གི་གོང་དུ་ཞུས་བཞག་པ་ན་ཞིང་གི་བོད་པ་བརྒྱ་ཆ་ལྔ་ཅུ་ཙི་ཙི་དང་བོད་ཀྱི་ས་ཆ་ཕྱེད་ཀ་ལྷག་ཙི་ད་དུང་ཡང་རྒྱ་ནག་མངའ་འོག་ཏུ་གླེང་བསྡད་ཡོད་རུང་བ་བྱས་ཙང་ཨ་རི་དང་འཛམ་གླིང་གི་མཉམ་འབྲེལ་རྒྱལ་ཚོགས་རེད་འཛམ་གླིང་གི་རྒྱལ་ཁོག་ཚང་མ་གིས་ད་ལྟ་དཔེར་ན། འབྲི་ཆུ་ཕན་ཆད་ཀྱི་ས་ཆ་དེ་གའི་དེ་བོད་ཀྱི་ཕྱི་ལུགས་ལ་བརྩི་གི་ཡོད་རེད་བོད་ཀྱི་ཕྱི་ལུགས་ཟེར་ཞིག་བརྩི་གི་ཡོད་རུང་བ། བྱས་ཙང་དེ་འདྲ་ཡིན་པ་དེ་རྒྱ་ནག་རང་གི་ཁྱབ་ཁོངས་རབ་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ར་མ་འདུག་བོད་ཀྱི་ས་ཁུལ་འདྲ་བ་དེ་འདྲའི་ནང་ལ་ངོས་འཛིན་རྩ་བ་ཡེ་ནས་བྱེད་ཀྱི་ཡོད་རུང་བོད་ཀྱི་ས་ཆོལ་ནང་ངོས་འཛིན་བྱེད་ཀྱི་ཡོད་མ་རེད། བྱས་ཙང་ད་ད་ལྟ་ང་ཚོ་འདི་ལ་ལྟ་ཡ་ཅིག་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དེ་གིས་རྒྱལ་སྲིད་བོད་རང་བྱོན་བྱུང་དེ་རང་བཙན་གཙང་མ་ཡིན་པ་དེ་གྲོས་ཆོད་བཞག་པ་རེད་ཟེར་བཤད་དེ་ད་ལྟ་རྒྱ་ནག་ཁོ་རང་ཚོས་གཏན་འབེབས་བཞག་བསྡད་པའི་བཞག་པའི་བོད་རང་བྱོན་བྱུང་གི་ས་ཁེ་དེ་ལ་ངོས་འཛིན་བྱས་པ་ཡིན་ན་ནི་ང་ཚོ་རྩ་བ་ནས་འགྲིག་གི་ཡོད་མ་རེད་དེ་བེད་ཁོ་རང་ང་ཚོའི་གི་ས་ཆ་བེད་ཕྱེད་ཁ་ལྷག་ཟིག་ཁོ་རང་ཚོས་ཕག་ཟ་ཤེས་གི་རུ་བ་དེ་འདྲ་ཡིན་པ་སོང་ཙང་དེ་བྱས་པ་ཡིན་ན་ནི་ཨ་ནི་ཁོ་རང་ཚོས་གྲོས་ཆོད་འདྲ་པ་བཞག་པ་ཡིན་ན་ཡང་ཨ་ལི་ཁོ་རང་ཚོས་གྲོས་ཆོད་བཞག་བ་རེད་ཟེར་ཁོ་རང་གི་བསམ་ཚུལ་འདྲ་ཅིག་བཏོན་རེད་མ་གཏོགས་དངོས་སུ་འདྲ་ཆོད་བཞག་ཐུག་དང་མ་ཐུག་ཟེར་དེ་གནས་ཚུལ་ག་ག་རུ་བ། བྱས་ཙང་འདིས་ང་ཚོ་བོད་རང་བཙན་ལ་རྒྱབ་སྐྱོར་བྱས་པ་དེ་འདྲ་རྩ་བ་ཡེ་ནས་འཚོལ་ཐུབ་ཀྱི་ཡོད་མ་རེད། རང་སྐྱོང་ལྗོངས་ཀྱི་ས་ཁུལ་དེ་རང་བཙན་ཡིན་པ། དེ་འདྲའི་བྱེད་ལ་ངོས་འཛིན་བྱེད་ཀྱི་ཡོད་རེད་མ་གཏོགས་བོད་ཁྱོན་ཡོངས་དེ་རང་བཙན་ཡིན་པ་ལ་རྩ་བ་ཡེ་ནས་ཁས་ལེན་བྱེད་ཀྱི་ཡོད་མ་རེད། ད་ལྟ་ཁོ་རང་ཚོས་ང་ཚོ་གིས་ད་ལྟ་དེ་རང་བཙན་རྩོད་ལེན་པ་དེ་ཚོ་གིས་ཟེར་ཡ་དེ། ད་ལྟ་རང་བཙན་དགོས་ཡོད་ཟེར་དེ་རྒྱ་ནག་ལ་བོད་རང་བཙན་གྱི་རྩ་དོན་རྩོད་ཡ་དེ། ད་ལྟ་རང་སྐྱོང་ལྗོངས་ཀྱི་ས་ཁུལ་དེ་སྤྱི་ཁོག་ལ་བོད་རང་བཙན་དགོས་ཡོད་ཟེར་དེ་སྐད་ཆ་རྩ་བ་ཡེ་ནས་བཤད་ཀྱི་ཡོད་མ་རེད་པ། ང་རང་ཚོས་ད་ལྟ་དེ་བོད་རང་བཙན་འཐབ་རྩོད་པ་དེ་ཚོ་གིས་རང་བཙན་དགོས་ཡོད་ཟེར་དེ་ཆོལ་ཁ་གསུམ་གྱིས་བོད་ཀྱི་ས་ཁུལ་ཡོངས་འདུ་བའི་ཁམས་གསུམ་གྱི་ས་ཆ་ཡོངས་སུ་རྫོགས་པ་ལ་ཨ་ནི་བོད་པ་ཆོལ་ཁ་གསུམ་གྱི་བོད་མི་ཡོངས་སུ་རྫོགས་པ་ལ་རང་བཙན་དགོས་ཟེར་དེའི་སྐད་ཆ་བཤད་ཀྱི་ཡོད་རེད་པ་བྱས་ཙང་ཁོ་གིས་ད་གྲོས་ཚོགས་ནང་ལ་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་དེ་རང་བཙན་གྱི་ཏང་ཡིན་པ་ལ་ཨ་ནི་ཁས་ལེན་བྱེད་དགོས་རེད་དེ་གྲོས་ཆོད་བཞག་དགོས་རེད་ཟེར་བཞག་པ་ཡིན་ན་ཡང་དེ་གྱིས་ང་རང་ཚོས་ཀྱི་བོད་རང་བཙན་ཟེར་དེ་གྱིས་ག་ལ་བབ་རྩ་བའི་ནས་ཐུག་གི་ཡོད་མ་རེད་ཟེར་བ་ད་དེ་ཅིག་ཞུ་འདོད་བྱུང་སོང་དེ་ཅིག་བྱས་ད་ལན་དེ་ཏག་ཏག་བསྡད་ཀྱི་ཡོད་ན་མེད་ན་ཧ་མི་གོ་བ་ད་དེ་འདྲས་ཅིག་ལན་ཅིག་ཞུ་འདོད་བྱུང་སོང། དེ་ནས་འདི་གསུང་གི་འདུག་ད་ལྟ་དེ་དབུས་གཙང་གི་ཆོས་ཁུལ་གྱི་ཁྱབ་ཁོངས་ཀྱི་མི་དམངས་དང་སྤྱི་འཐུས་ཀྱི་བར་ལ་བར་ཐག་རིང་པོ་འདྲ་ཞིག་ཡོད་པའི་འཚོ་བ་འདྲ་ཞིག་སླེབས་ཀྱི་འདུག་ཟེར་དེ་འདྲ་ཞིག་གསུང་གི་འདུག་གཅིག་བྱས་ན་ཕལ་ཆེར་ཡོང་སྲིད་པ་མི་སྲིད་པ་རྩ་བ་ཡིན་ནི་མ་རེད་དེ་འདྲ་ཡོང་སྲིད་ཀྱི་རེད། ད་སྤྱི་བཏང་ནས་བཤད་པ་ཡིན་ན་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདི་ལ་མཚོན་པ་ཡིན་ན། ད་ཧ་ལམ་སྤྱི་ལོ་ཉིས་སྟོང་བཅུ་གཅིག་སྐབས་དུས་བབ་བྱིན་ནས་བྱེད་བྱེད་ཀྱི་ད་ང་རང་ཚོའི་མི་དམངས་ཡིན་པ་ཡིན་ན་རེད་ཚང་མས་ངོས་ནས། ད་ལྟ་ཆབ་སྲིད་ཀྱི་ཐོག་ལ་དོ་སྣང་ལས་ཡས་དེ་འདྲས་དང་དེ་འདྲས་ཀྱི་ཐོག་ནས་ཤུགས་ཆེ་རུ་བྱས་དེའི་ཐོག་ནས་བརྩོན་ལེན་དེ་ཡང་ཤུགས་ཆེ་རུ་འགྲོ་བ་ཞིག་འགྲོ་བསྡད་པ་དེ་དངོས་གནས་ཅི་རེད། སྤྱི་ལོའི་ཉིས་སྟོང་བཅུ་གཅིག་གི་སྔོན་ལ་ང་རང་ཚུགས་ཀྱི་སྲིད་སྐྱོང་ཡིན་པ་ཡིན་ན་འོ་དེ་བཀའ་བློན་ཁྲི་པ་ཡིན་པ་ཡིན་ན་ཡང་རེད་དེ་ག་ནང་བཞིན་པའི་གི་ད་ལྟ་དེ། ད་ལྟ་དེ་སྤྱི་འཐུས་ཀྱི་གྲོས་ཚོགས་སྤྱི་འཐུས་ཀྱི་འཐུས་མི་ཡིན་པ་ཡིན་ན་རེད་དེ་དུས་འདམ་དུས་དྲངས་པ་ལ་ཧ་ལམ་ད་ལྟ་ན་བཞིན་གྱི་འཁྲུག་ཆ་དོད་པོ་དེ་འདྲས་དང་ཨ་ནི་ད་ལྟ་ན་བཞིན་གྱི་འོས་མི་མ་གསལ་བསྒྲགས་བཏང་ཡ་ནས་བེད་སྐོ་རང་དེ་འདྲས་ཀྱི་སྒོ་ནས་དྲ་རྒྱའི་བརྒྱུད་ལམ་གྱི་ཐོག་ནས་བར་ཁྱབ་བསྒྲགས་བཏང་ཡག་རེད་དེ་འདྲས་ཀྱི་ཐོག་ལ་བརྩོན་ལེན་བྱེད་ཡག་རེད་དེ་འདྲས་དེ་ཧ་ལམ་ཤུགས་ཆེན་པོ་མེད་བསྡད་པ་འདྲ་པོ་ཞིག་སྐབས་དེ་དང་དེའི་ཚེ་ལ་སྤྱི་འཐུས་ཞག་འགའ་ཡིན་པ་ཡིན་ན་ཡང་གྲངས་ཆེ་གྲངས་གཅིག་གི་ཆ་ནས་དཔེ་མི་གསལ་གྱི་ཉུང་ཉུང་འོ་ད་དེ་འདྲས་བྱས་ཆགས་བསྡད་ཡོད་རེད་དེ་འདྲས་ཀྱི་ཐོག་ནས་དེ་ནི་མི་མང་དང་དེའི་པ་ར་ལ་ཡག་ཏོ། ཅེས་འདྲི་བ། དེ་ནས་རིང་པོ་རེ་བའི་འཚོ་བ་འགྲབ་བཞིན་ཡོད་རེད་ད། དེང་སང་གྲགས་ཅན་ཡིན་པ་ཡིན་ན་ནི། མི་དམངས་དང། སྤྱི་འཐུས་ཀྱི་བར་ལ་འབྲེལ་བ་དེ་ནི་སྔོན་མ་ན་ཤིང་གི་ད་བར་ཐག་རིང་པོ་དེ་འདྲའི་ཕལ་ཆེར་ཡོད་རེད་དྲན་གྱི་མི་འདུག་ང་གྲགས་ཅན་ཡིན་པ་ཡིན་ན་ལྷག་པར་དུ། ད་ད་ལྟའི་ཆར་ཡང་སྤྱི་འཐུས་ཀྱི་གྲོས་ཚོགས་ནང་གི་འཐུས་མི་ག་འདྲས་ཅིག་ཡོད་པ་ཡིན་ན་ཡང་ཚང་མས་གསལ་གསལ་ཐིང་ཐིང་མགོ་ཚོས་དུས། སྔོན་མ་གྲགས་ཅན་ཡིན་པ་ཡིན་ན། ང་རང་ཚོ་སྤྱི་ལོ་ཉིས་སྟོང་བཅུ་གཅིག་གི་སྔོན་གྱི་ད་སྤྱི་འཐུས་བཀའ་ཁྲི་ཟམ་གདོང་རིན་པོ་ཆེ་རེད་ད་དེ་མ་ཡིན་པའི་གི་དུས་སྔོན་གྱི་བཀའ་བློན་དོལ་ཚོ་དང་སྤྱི་འཐུས་དོལ་ཚོ་ཧ་ལམ་ང་རང་ཚོའི་དཔེར་ན་ཞེ་ཆགས་ཁག་རེད་བཙན་བྱོལ་སྤྱི་ཚོགས་ནང་གི་མི་དོལ་ཚོ་ལ་སྐད་ཆ་དྲི་ག་ཕྱིན་པ་ཡིན་ན་ཧ་ལམ་བཤད་ཐུབ་ཀི་མེད་འདུག་བ་རོགས་བྱེད་ཅིག་རེད་སྐབས་དེ་དུས་ཚང་མ་བཀའ་བློན་ཁྲི་པ་སུ་རེད་པས་སྤྱི་འཐུས་ཚོགས་གཙོ་སུ་རེད་པས་ཚོགས་གཞོན་སུ་རེད་པས་དབུས་གཙང་གི་སྤྱི་འཐུས་དགོས་མི་སུ་སུ་རེད་པས་ཟེར་དེ་འདྲའི་སྐད་ཆ་དྲི་བ་ཕྱིན་པ་ཡིན་ན་ཧ་ལམ་ངོས་འཛིན་མ་ཐུབ་པའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བ་ད་དེང་སང་རོགས་བྱེད་ཆ་བཞག་པ་ཡིན་ན། དྲ་རྒྱའི་དུས་རབས་ལས་ཕྱོགས་གཅིག་ན་དྲ་རྒྱའི་དུས་རབས་ཀྱི་དུས་ནས་འཛམ་བུ་གླིང་འདི་དཔེ་དེབ་ཆུང་ཆུང་རབ་ཅིག་བཞོན་ནས་གནས་ཚུལ་ཡིན་པ་ཡིན་ན་ཡང་སྐར་ཆ་ཁ་ཤས་ནང་ལ་བར་དུ་བརྒྱུད་བསྒྲགས་བྱེད་དུས་ཡས་ཀྱི་དེ་འདས་ཀྱི་གནས་སྟངས་ཅིག་ཆགས་ཡོད་དུས་ཙམ་པ་ལ་འབྲེལ་ལམ་འདུ་ཚུལ་ཡིན་པ་ཡིན་ན་སྔ་མ་ལས་ཨ་ནི་ན་ཞིང་རྒྱས་པའི་བར་ཐག་རིང་པོ་མེད་དེ་བ་འདྲ་བ་ཞིག་ལྷག་པར་དུ་ད་ང་རང་ཚོ་ད་ལྟ་དེ་དབུས་གཙང་གི་སྤྱི་འཐུས་དྲག་སྤྱི་ཡིན་པ་ཡིན་ན་ཅི་སྟེ་ཁྱད་འཕགས་ཐུགས་གཙུག་ལག་ཡིན་པ་ཡིན་ན་ཡང་དབུས་གཙང་མི་མང་མང་ཆེ་བ་དང་ཁ་ཤས་ཀྱིས་ཉུང་གི་མ་རེད་མ་འདུག་མང་ཆེ་བ་གཅིག་གིས་ནི་ག་རེ་ཟེར་ན་ད་ལྟ་གདེང་འཇོག་ཆེན་པོ་གནང་ཡས་རེད་གདེང་འཇག་ཆུན་པོ་གནང་ཡས་དེ་ཡང་ཁོ་རང་ཚོ་དབུས་གཙང་གི་སྤྱི་འཐུས་ཡིན་པའི་རྒྱུ་མཚན་རྩ་བ་ཡེ་ནས་མ་རེད་ཞེས་ཞུ་འདོད་བྱུང་སོང་གར་ཅི་ནས་ལོ་ན་ཁོ་རང་གི་ཚོའི་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་ཡང་དངོས་གནས་དྲ་གནས་ཀྱི་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཨ་ནི་ཆོལ་ཁ་ག་རེ་ཉེ་དགའ་ཕྱོགས་ཞེན་མེད་པའི་ཐོག་ནས་དྲང་པོ་དྲང་བཞག། བདེན་པ་བདེན་སྡུག་གི་ཐོག་ནས་ཀ་མེད་གནང་ཡ་རེད་བྱ་ལས་གནང་ཡ་རེད་བདེན་དད་ཀྱི་ཐོག་ནས་གནང་ཡ ྋགོང་ས ྋསྐྱབས་མགོན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་བཀའ་དགོངས་བཞེས་གཟུགས་ཀྱི་ཐོག་ནས་འོ་ད་དེ་འགྲིག་གི་ཐུགས་དང་མན་འགལ་བའི་ཨ་ནི་ད་ད་མན་འགལ་བའི་ཐོག་ནས་བྱ་ལས་ག་འདྲ་ཞིག་གནང་པ་ཡིན་ན་དེ་འགྲིག་གི་ཐུགས་དང་མ་འགལ་བའི་ཐོག་ནས་གནང་གི་ཡོད་པ་སོང་ཙང་དེ་འགྲིག་གི་ཐོག་ནས་མི་མང་ཚོ་ཡིན་པ་ཡིན་ན་ཡང་དོ་ཙུག་གིས་ཨ་ནི་གཞི་ལ་ཤར་བའི་ཐོག་ནས་ཁོ་རང་ཚོ་ལ་གུས་བརྩི་ཞུ་ཡ་རེད་བརྩི་བཀུར་ཞུ་ཡ་རེད་མ་སྲིད་པའི་ཨ་ནི། འོས་ཤོག་ན་ལ་ཡང་དམིགས་བསལ་གྱིས་ཁོ་རང་ཚོ་ཡར་ལས་ཡག་གི་རེ་བ་བྱེད་ཡ། ཨོ་ད་དེ་འདྲས་ཀྱི་ཆ་དེ་གི་ཡོད་རེད། ཨོ་ད་དེ་འདྲས་ཀྱི་ཡིན་པ་སོང་ཙང། ང་རང་དངོས་གནས་དམིགས་བསལ་གྱིས་ད་ལྟའི་ཆ་ལ། འབྲེལ་བ་དེ་དཔེ་དེ་ཆེས་བདེ་བ་འདྲ་བ་དེ་འདྲས་དང་དེ་འདྲས་སྐྱེལ་ཐུབ་མི་འདུག་སྟབས་མ་འོངས་པ་ལ་ཡང་ད་དུང་མུ་འཐུད་ནས་ཨ་ནེ་གལ་སྲིད་དེ་འདྲས་ཡོད་པའི་དབང་དུ་ད་ན་མ་འོངས་པ་ང་ཕྱི་དུས་སླེབས་སོང་ན་དེ་འདྲས་གི་འབྲེལ་ལམ་མཐུད་ལེན་ཆེད་དུ་ལ་ལས་ཀ་གར་བྱེད་གི་ཡིན་པས་གསུང་དོ་བ་དེ་རེད་ད། སོ་སོ་སྤྱི་དང་སྤྱི་འཐུས་ཡར་འདམས་པའི་གནས་སྐོར་སོགས་ལ་ཆོལ་ཁ་བྱེ་བྲག་པ་བཅས་དང་ཆོས་བརྒྱུད་བྱེ་བྲག་པ། གཅིག་གིས་ཁྱབ་ཁོ་ནས་ཡར་འགྲོ་དགོས་ཀྱི་ཡོད་རེད་དེ། ཡིན་ན་ཡར་སླེབས་ཟིན་པའི་རྗེས་སུ་སྤྱི་པའི་མི་ཆགས་དེ་ཡོད་རེད་སྤྱི་པའི་མི་ཆགས་ཡིན་པ་སོང་ཙང་གཙོ་བོ་དེ་ང་རང་ཚོས་ཀྱི་བོད་ཀྱི་འཐབ་རྩོད་ཀྱི་ཐོག་ལ་ལས་ཀ་བྱས་དེ་ནི་གཙོ་བོ་བཞག་ཡ་རེད། དེ་ལས་ཀ་བྱས་དེ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུ་བ་སྤུན་བདུན་གྱི་ཐོག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་གྱི་ཐོག་ནས་ད་ག་འདར་བོད་ཀྱི་འཐབ་རྩོད་རེད་བོད་དོན་བརྒྱུད་བསྒྲགས་བྱས་ཡ་རེད་བོད་ཀྱི་གནས་ཚུལ་དེ་ནི་ད་ལྟ་འཛམ་བུ་གླིང་གི་མི་རིགས་གཞན་དག་ལ་ཡོད་བརྒྱུད་བསྒྲགས་བྱས་རེད་འབོད་པའི་གནས་སྟངས་དེ་ངོ་སྤྲོད་བྱས་རེད་དེ་འདྲའི་གི་ཐོག་ནས་རྒྱབ་སྐྱོར་གི་བྱས་ལ་འབོད་སྐུལ་ཞུས་རེད་དེ་འདྲའི་གི་ལས་གི་དོན་དེ་གཙོ་བོ་ང་ཚོ་བྱེད་དགོས་གི་ཡོད་རེད་མ་འདུག་ང་ཚོའི་ཆོལ་ཁ་བྱེ་བྲག་པ་གཅིག་གི་ཐོག་ལ་ནི་མགོ་འཁོར་ནས་དེ་དེ་འདྲའི་དེ་རྩ་བའི་ནས་བྱེད་གི་ཡོད་མ་རེད་ད་ཡིན་པ་ཡིན་ན་ཡང་སོ་སོ་ནི་ད་ལྟ། སྤྱི་འཐུས་ཡོང་ས་དེ་དབུས་གཙང་གི་ཆོས་ཁུལ་གྱི་ཁྱབ་ཁོངས་ཀྱི་སྤྱི་འཐུས་བཅས་ཡིན་པ་སོང་ཙང། ད་མི་མང་དང་རེས་དངོས་གནས་ད་མི་མང་དང་མི་མང་གི་སྐུ་ཚོགས་ཀྱི་བར་ལ་འབྲེལ་བ་དེ་ཡག་པོ་བཟོ་འདོད་དེ་འབྲེལ་བ་ཡག་པོ་ཡོད་དགོས་དེ་དཔེ་མི་སེར་གལ་ཆེན་པོ་དེ་འདུག་དེ་འདྲས་ཡིན་པ་སོང་ཙང་ད་སོ་སོའི་དངོས་གནས་ཀྱང་ཐར་ལམ་འདྲ་དེ་གཙོ་བོ་ཆོས་ཤོས་དེ་ག་རེ་རེད་ལབ་ན་མི་མང་ནང་ལ་མ་དོན་བྱས་མི་མང་ནང་ལ་འབྲེལ་བ་བཟོས་ནས་སྐད་ཆ་བཤད་ཡག་རེད་དེ་ག་ནང་བཞིན་གྱི་མ་ཟད་བཙན་བྱོལ་གྱི་བྲེལ་འཚུབ་ཀྱི་སྲིད་ཇུས་རེད་ལངས་ཕྱོགས་རེད་དེ་ག་ནང་བཞིན་གྱི་དེ་དང་འབྲེལ་བའི་དོན་ནས་ལས་དོན་རེད་ག་རེ་ཡིན་པ་ཡིན་ན་ཡང། ག་རང་སོ་སོ་དངོས་སུ་མི་མང་ནང་ལ་མ་བསྡོད་བློ་ཐག་ཉེ་བེད་ཀྱི་ཐོག་ནས་མར་འབྲེལ་བ་སྐད་ཆ་བཤད་གཏམ་བཤད་བྱས་མི་མང་གི་དང་མཉམ་དུ་དྲི་བ་དྲི་ལན་བྱས་དེ་འད་ཀྱི་ཐོག་ནས་ཐག་མི་སེལ་དེ་འད་བྱས་ཐེ་བ་ཡིན་ན་རང་བཞིན་གྱི་ནས་མི་མང་དང་གར་ཟེར་བའི་སྤྱི་འཐུས་གཉིས་ཀྱི་བར་ལ་ཡང་འབྲེལ་བ་དེ་དཔེ་མི་སེལ་གྱི་བཟང་པོ་ཅིག་གནས་ཐུག་གི་རེད་དྲན་འདུག་དེ་མ་ཡིན་པ་སོ་སོ་སྤྱི་འཐུས་ལ་སླེབས་ཟིན་པའི་རྗེས་སུ་ཨ་ནི་སོ་སོ་གི་སྤྱི་འཐུས་ཀྱི་གྲོས་ཚོགས་ཀྱི་ནང་ལ་ཡ་ཐོབ་ནས་དེ་ནས་མི་མང་ནང་ལ་མ་མ་བོ་བྱས་ནས་བ་ལང་དུ་བསྐྱ་བ་ན་བཞིན་གྱི་དེ་འད་བྱས་ནས་དད་ཐེ་བ་ཡིན་ན་ཨ་ནི་མུ་མཐུད་ནས་མི་མང་དང་ཨ་ནི་ག་རེད་ཟེར་ན་སྤྱི་འཐུས་ཀྱི་བར་གྱི་ཨ་ནི་འབྲེལ་བ་དེ་ཡང་དཔེ་མི་སྲིད་ཀི་ད་དཔེ་ཡག་པོ་ཅིག་ཉོ་མ་འདུག་ངེས་ལ་ཡག་པོ་ཅིག་མ་ཆགས་ངེས་ལ་སོགས་པ་དེ་འདྲས་ཀྱི་གནས་སྟངས་ཅིག་ཆགས་སྡོད་ཀྱི་ཡོད་པ་སོང་ཙང་གཙོ་བོ་ཆོས་ཞུ་དེ་ད་ང་རང་ཚོའི་ངོས་ནས་ད་དབུས་གཙང་གི་སྤྱི་འཐུས་སུ་གྲགས་ཅིག་ཡིན་པ་ཡིན་ན་ཡང་དོ་ཚུ་མི་དམངས་ན་ལ་དབུས་མི་དམངས་འདུ་འདུས་བྱེད་ས་གི་གཞིས་ཆགས་ཡིན་པ་ཡིན་ན་རེད་ཁ་ཐོར་གྱི་གནས་ས་གནས་ག་འདྲས་ཅིག་ཡིན་པ་ཡིན་ན་དོ་ཚུ་ལ་བག་ཕྱིན་རྗེས། ཨ་མདོ་ཚོ་དང་མཉམ་དུ་བློ་ངེས་པའི་ཐོག་ནས་སྐད་ཆ་བཤད་ཡག་རེད་སོ་སོ་གི་བསམ་ཚུལ་སྤུངས་ཡག་རེད་འོ་ད་དེ་འདྲས་ཀྱི་ཐོག་ནས་ཨ་ནེ་ག་རེད་ཟེར་ན་ཕར་འབྲེལ་བ་བཟོས་བཤད་པ་ཡིན་ན། ཨ་ནེ་རང་བཞིན་གྱི་མི་མང་གི་ཐོག་ནས་ཀྱང་བསམ་བློ་གཉིས་པ་ཞིག་བཏང་གི་རུ་བའོ། མདོ་ཚོས་ང་ཚོ་ལ་དངོས་ནས་ཆེ་མཐོང་བསྒྲེངས་འདུག་ང་ཚོ་ལ་དངོས་ནས་བསྒྲགས་ན་ང་ཚོའི་ཆེད་དུ་ལས་ཀ་གཅིག་འདུག་ང་ཚོ་ལ་གུས་ཞབས་གཅིག་འདུག་ང་ཚོ་ལ་ཚུར་ཉིད་ནས་སྐད་ཆ་བཤད་ཀྱི་འདུག་ཟེར་དེ་འདྲས་ཀྱི་ཐོག་ནས་ཡིད་ཆེས་ལས་ཡག་རེད་ཨ་ནེ་དེ་ག་ནང་བཞིན་གྱི་དེའི་ཐོག་ནས་སོ་སོ་ལ་ནས་ཐུགས་སུ་འབྲེལ་བ་བཟོས་ཡག་རེད་འོ་ད་བརྒྱུད་ལམ་དེ་འདྲས་ཅིག་ཐོག་ནས་ཨ་ནེ་མི་མང་དང། སྤྱི་འཐུས་ཡིན་པ་ཡིན་ན་རེད་དེའི་པར་ར་ལ་འབྲེལ་བ་དེ་ཡག་པོ་ཅིག་ཆགས་ཐུབ་ཀྱི་རེད་ཟེར་ད་དཔེར་ན་ང་སྒྲོག་བྱེད་ཡིན་ན་ཐར་ལམ་སྒྲོག་བྱེད་བ་ད་ཕལ་ཆེར་དེ་འདྲས་སྒྲོག་བྱེད་མེད་འགྲོ་ཟེར་བ་ད་དེ་འདྲས་སྒྲོག་བྱེད་སེམས་ཀྱི་ཡོད་སྒྲོག་བྱེད་སེམས། ལགས་སོ་ནི་དེ་ནས་ད་ལྟ་དེ་སླར་ཡང། ཤ་ར་བ་ལགས་ཀྱིས་དུས་སྐབས་ཅན་ཟེར་ནས་དྲི་བ་ཅིག་གནང་ཤག་ད་དེ་དྲི་བ་དེ་དེ་ཡིག་ཐོག་རང་ནས་རེད་དོ་ཨ་ཡིག་ཐོག་ནས་ཡིན་དུས་ཚང་མ་ཡང་དེའི་ཚིག་དེ་ལ་བལྟ་ནས། ནི་སྟབས་བདེ་བོ་ར་ཅའི་ཕྱག་དོན་དུ་བ་ད་དེ་བྲི་བ་དེ་གར་ཆད་འདོགས་ལ་ན་བཙན་བྱོལ་སྤྱི་ཚོགས་ཀྱི་བཀའ་སྤྱི་གཉིས་ཀྱི་ནང་ལོ་མང་ཕྱག་ལས་གནང་བའི་ཉམས་མྱོང་དང་གོ་རྟོགས་ཡོད་སྲིད་མཁན་གྱི་སྲིད་སྐྱོང་འོས་མི་ཞིག་གིས། བོད་རིགས་ཡོངས་ལ་མི་འདི་མཚུངས་པའི་བསམ་འཆར་ཡིད་ཆ་ནུས་མེད་དུ་གཏོང་དགོས་པའི་དུས་ལ་སླེབས་འདུག་གསུང་གི་འདུག་ན། དེང། འདུག་ན། དེང། དེ། དེ་བཞིན་གནང་དགོས་པའི་དུས་ཚོད་ཞིག་ཡིན་ནམ། དག་ཚིག་གི་དུས་ཚོད་ལ་དེ་དེ་བཞིན་དུ་གནང་དགོས་པའི་དུས་ཚོད་ཞིག་ཡིན་ནམ། དེ་འདྲས་ཞིག་གསུངས་འདེགས་འདུག། ད་དེ། ད་ང་རང་གི་བསམ་ཚུལ་འདྲ་ཅིག་བཤད་པ་ཡིན་ན། ཨ་ལས་དང་པོ་དེ་འདྲས་འདི་གསུང་མཁན་གྱི་གང་ཟག་དེ་གིས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་གཏན་འབེབས་གནང་བཞག་བོད་ཀྱི་སྤྱི་མོས་དང་མང་མོས་ཀྱི་ཐག་གཅོད་གནང་བཞག་བོད་ཀྱི་སྲིད་བྱུས་དེ་ཨ་ནི་ནུས་མེད་དུ་གཏང་དགོས་ཀྱི་ཡོད་པ་ཡིན་ན་ད་དེ་གཏོང་མཁན་དེ་ངས་མགོ་ཚོས་སོ་ད་ཁ་སང་ཉེ་ཆར་སྲིད་སྐྱོང་གི་འོས་མི་ནང་ལ་བཞག་མཁན་གྱི་ཀ་ལུའི་ཀ་ལས་ནང་སྲིད། ད་ལྟ་བཀའ་བློན་ཟུར་པ་སྐུ་ངོ་རྒྱ་རི་ཀྲུ་མ་ལགས་རེད་ཡིན་པ་ཕལ་ཆེར་དེ་གི་དེ་འདྲས་ཀྱི་གསུངས་ཡོད་རེད་ག་རེ་བྱས་ནས་ལོ་ན་ལོ་བཅུ་བཅུ་ལོ་བཅུ་ཚན་གཅིག་འདྲ་བ་ཞིག་ནང་ལ་དེ་འདྲས་ཀྱི་ཐོག་ནས་གྲུབ་འབྲས་གལ་ཁུར་ཞིག་ཐོན་ཡོད་མ་རེད་ཟེར་དེ་འདྲས་གསུངས་ཀྱི་འདུག་ཕྱོགས་གཅིག་ནས་གྲུབ་འབྲས་ཐོན་ཡོད་མ་རེད་ཟེར་ལོ་བཅུ་ཚན་གཅིག་ནང་ལ་གྲུབ་འབྲས་ཐོན་ཡོད་མ་རེད་དེའི་ཆ་ནས་ནི་ནུས་མེད་དུ་བཏང་གི་འདུག་ཟེར་དེ་འདྲས་ཀྱི་གསུངས་ཀྱི་འདུག་ཨ་ད་དེའི་ཐོག་ལ་ང་རང་གིས་དེའི་ཐོག་ལ་བསམ་ཚུལ་འདྲ་བ་ཞིག་ཞུ་འདོད་པ་དེ་ཨ་ལས་དང་པོ་གར་བྱུང་སོང་ལ་ན་ང་རང་ཚོའི་འཐབ་རྩོད་དེ་མི་གང་ཟག་སྒེར་གཉིས་ཀྱི་བར་གྱི་འཐབ་རྩོད་ཡང་མ་རེད་ལ་ཁྱིམ་ཚང་གཅིག་གི་བར་རག་གི་འཐབ་རྩོད་ཡང་མ་རེད། འདི་ཚོགས་པ་བྱེ་བྲག་པ་གཉིས་ཀྱི་འཐབ་རྩོད་ཡང་མ་རེད། ང་རང་ཚོས་ཀྱི་འཐབ་རྩོད་དེ་རྒྱལ་ཁབ་གཉིས་ཀྱི་བར་གྱི་འཐབ་རྩོད་རེད། འཐབ་རྩོད་དེ་དཔེ་མི་སྲིད་ཀྱི་ཆེན་པོ་གཞི་རྒྱ་ཆེན་པོ་གནད་འགག་ཆེན་པོ་གཏིང་ཟབ་པོ་རྩོད་ཡོང་ཆེན་པོ་ཞེའུ་ཅིག་ཡིན་པ་སོང་ཙང། ད་ལྟ་ང་རང་ཚོས་སྤྲད་ཞེས་པའི་ཡིག་ཆ་དེ་གིས་ལོ་བཅུ་ཚན་གཅིག་གི་ནང་ལ་ནུས་པ་མ་འདུས་པའི་རྒྱུ་མཚན་དུ་བྱས་ནས་དུས་ནུས་ཕུལ་དུ་བཏང་རེད་ཟེར་གསུངས་པ་ཡིན་ན་ཏག་ཏག་ཅིག་དེ་གས་ཨ་ཡོད་ན་གསུངས་འདུག་རྒྱལ་ཁོག་གཅིག་དང་མི་རིགས་གཅིག་གི་འཐབ་རྩོད་བྱེད་དགོས་ཀྱི་ཡོད་པ་ཡིན་ན་རྒྱལ་ཁོག་གཉིས་ཀྱི་བར་གྱི་གནས་ཚུལ་གྱི་ཐག་གཅོད་དང་དེའི་བར་ཞི་འཇམ་གྱིས་གཏོང་དགོས་ཀྱི་ཡོད་པ་ཡིན་ན་ལོ་ནས་ལོ་བསྟུད་ལོ་ནས་ལོ་བསྟུད་ནས་དུས་བྱས་ནས་མུ་མཐུད་ནས་དེའི་སྒང་ནས་ཨ་ནས་ཡང་དུ་བྱས་ནས་དུས་སྐབས་དེ་ཨ་ལས་ལོ། ཉུང་རྟགས་ལས་ལོ་ལྔ་བཅུ་དྲུག་ཅུ་དེ་འདྲས་ཀྱི་བར་ལ་ང་ལགས་ཚོའི་དཀའ་ལས་བརྒྱབ་ནས་དེ་འདྲས་བྱེད་དགོས་ཀྱི་ཡོད་རེད་མ་འདུག་ལོ་བཅུ་ཚན་གཅིག་གི་ནང་ལ་གྲུབ་འབྲས་མ་ཐོན་པའི་རྒྱུ་མཚན་དུ་བྱས་ན་ད་དེ་ནུས་པས་དུས་གཏོང་གི་རེད་ཟེར་གསུངས་པ་ཡིན་ན་དེ་ཏག་ཏག་ཅིག་ཨེ་ནི་བསྡད་ཀྱི་མི་འདུག་དྲན་འདུག་མ་ཟད་ཀྱི་དེ་འདྲས་གསུང་མཁན་གྱི་གང་ཟག་དེ་ཡི་ཨ་ལས་དང་པོ་དེ་ལ་ཨ་ནི་ད་ལྟ་དེ་མིང་དོན་མཚུངས་པའི་བསམ་འཆར་ཡིག་ཆ་དེ་ནུས་མེད་དུ་གཏོང་དགོས་ཀྱི་ཡོད་པ་ཡིན་ན་དེ་ལས་ལྷག་པའི་བསམ་འཆར་གྱིས་དེ་ལས་ལྷག་པའི་ཐབས་ལམ་གཞན་དག་ཅིག་འདི་འདི་འདུག་ཟེར་སོ་སོའི་ངོས་ནས་ཐབས་ལམ་ཅིག་སྟོན་དགོས་ཀྱི་ཡོད་རེད་པ། དེ་རྩ་བ་ཡེ་ནས་མ་སྟོན་པ་ཅིག་ལ་ཨ་ནི་ཡོད་པ་དེ་བ་མེད་པ་བཏང་ཤ་བ་ཡིན་ན། ཨ་ནི་ང་རང་པ་ཚོའི་བོད་པའི་གཏམ་དཔེ་ལ། ཡོད་པ་མེད་པ་དང་དག་རིགས་ཆུ་ཁ་དང་ཟེར་དཔེ་ཅིག་ཡོད་རེད་བ་རེད་བ། ཨ་ནི་འདི་ག་ནས་བཞིན་གྱི། ཕ་རིགས་ཀྱི་ཅོ་མེད་ཚུར་རིགས་ཀླད་པོ་མེད་ཀླད་པའི་ཀླད་དག་ཆད་ཟེར་ཐ་མ་དེ་གེ་ཁུག་ཅིག་མེད་གྱུར་པ་ཅིག་ཆགས་དུས་ཀྱི་ཡོད་རེད་བ། བྱས་ཙང་ཨ་ལས་དང་པོ་དེ་ནུས་མེད་དུ་བཟོ་དགོས་ཀྱི་ཡོད་པ་ཡིན་ན། སོ་སོའི་ངོས་ནས་གདེང་ཚོད་དང་རྒྱུ་མཚན་ལྡན་པའི་སྒོ་ནས་ཨ་ནི་ཐར་ལམ་འདི་འགྲེལ་བྱེད་འདུག་ཐར་ལམ་འདི་བལྟས་པ་ཡིན་ན་མ་འོངས་པ་བརྒྱ་ཆ་བརྒྱ་བཏང་བ་ང་ཚོར་རེ་བ་ཡོད་ས་རེད་ཟེར་གི་ཐར་ལམ་གྱི་ཁྱད་བྱས་ཨ་ནི་གཞི་ནས་ཐར་ན་རྙིང་པ་དེ་མེད་པ་བཟོ་ཡག་གི་བསམ་འཆར་བཤད་དགོས་རེད་མ་འདུག་སོ་སོ་ལ་བསམ་འཆར་གསར་པ་གང་ཡང་བཤད་མེད་པའི་ཐོག་ནས་ཨ་ནི་རྙིང་པ་དེ་མེད་པ་བཟོ་དགོས་རེད་ཟེར་བཤད་པ་ཡིན་ན་དེ་བཏགས་ཚར་གཅིག་དེ་གས་ཨ་ཡོད་ན་གསུངས་འདུག་དེ་ངས་ཀྱང་ཀ་མེད་སུན་སྣང་དུ་ཚུར་ལ་བཏགས་ཡོད་འདུག་བརྩམས་པ་ལ་ཆབ་སྲིད་རང་གི་ཐོག་ནས་དངོས་གནས་དྲན་ནས་ད་ལྟའི་ངས་གོང་དུ་ཞུས་པ་ཡིན་པ། རྒྱ་གར་གྱི་ཆབ་སྲིད་འཁྲབ་སྟངས་ནང་བཞིན་གྱི་རྒྱ་གར་རང་བཙན་ཡོད་རྒྱུགས་ཀྱི་རྒྱལ་ཁོག་འདོད་ཚུལ་གྱི་ཆབ་སྲིད་མི་སྣང་ཡར་ལངས་བ་ནང་བཞིན་གྱི་སོ་སོ་ལ་གནས་སྒོ་སྤུ་རྒྱག་ར་ཡས་དང་ཁེ་སང་ཁེ་བའི་བྱེད་ར་ཡས་ཀྱི་ཆེད་དུ་ལ་ཡ་མི་མང་ལ་ཨནི་ཏིའི་ཙི་དུས་ཀ་དེ་ཀ་མེད་དུ་བཤད་པ་ཡིན་ན་མི་མང་གི་དོན་ནས་སོ་སོ་ལ་འོས་ཤོག་ར་ཡས་རེད་གདེང་ཚོད་ཐོབ་ཡས་རེད་དེ་འདྲས་ཀྱི་ཨནི་བསམ་བློ་གྱི་རྨང་གཞི་གྱི་ཐོག་ནས་ང་རང་གི་ངོས་ནས་དེ་འདྲས་ཅིག་གསུངས་ཡོད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་མ་འདུག་དེ་ཁ་ཤས་བརྙན་མིག་གི་ཐོག་ནས་དངོས་གནས་དྲ་གནས་བོད་མི་རིགས་དང་བོད་ཀྱི་རྩ་དོན་ཐོག་ལ་ཤ་ཚ་ཡོད་པའི་ཐོག་ནས་གསུངས་ཡོད་པའི་བཀའ་མོས་ཆེ་ལ་རྩ་བའི་ནས་ངོས་འཛིན་ཞུ་ཐུབ་ཀྱི་ཡི་མི་འདུག་ལ་ཞུ་ཡི་ཞུ་ཡའི་ནུས་པ་ཡང་མི་འདུག་ཟེར་ཞུ་འདོད་བྱུང་སོང་བྱས་ཙང་བྱས་ཙང་ངས་སོང་ངས་ལབ་ཡས་དེ་དེ་ག་རང་ཡིན་ཨ་ལས་དང་པོ། ཐར་ལམ་རྙིང་པ་མེད་པ་བཟོ་བ་ལ་ཐར་ལམ་གསར་པ་ཅིག་དགོས་ཀྱི་རེད་ང་ལ་ཐར་ལམ་གསར་པ་འདི་འདྲས་འདི་འདྲས་ཡོད། དེ་འདྲས་གྱེས་དགོས་ཅིག་གསུང་ཡས་མི་འདུག་ཁོ་རང་གསུང་འདུག་ཐར་ལམ་གསར་པ་གྱེས་དགོས་ཅིག་གསུང་ཡས་མེད་པ་ལ་དེ་མེད་རེད་གསུང་དུས་རྩམ་པ་ང་ཚོ་འདིར་བ་དང་ཟུར་བལྟས་ལེ་སྟོང་ཟེར་དེ་དེ་ག་རང་རེད་བ། འོས་ཤོག་རང་གི་ཆེད་དུ་རེད་ད་དེ། དཔེར་ཆ་བཤད་ཡོད་ན་ང་ཚོ་གི་ད་རང་བཙན་འཐབ་རྩོད་པ་དུ་ཚོ་རེད་དེ་འདྲས་མང་པོ་ཅིག་ཐོག་ནས་སོ་སོ་ལ་འོས་ཤོག་རག་ཡས་ཀི་དེ་འདྲས་ཀི་དམིགས་ཡིག་ཀུན་སློང་གི་ཐོག་ནས་ཉན་དཀའ་མེད་དེ་གསུམ་པ་ཡི་ངོས་འཛིན་ཅིག་རེད་མ་འདུག་དེ་རྩ་བ་ཡས་ནས་དེ་གི་དངོས་གནས་དྲ་ནས་སོ་སོ་ལ་མ་འོངས་པ་དུས་ནུས་མེད་དུ་བལྟ་ནས་ཐར་ལམ་གསར་པ་ཡོད་པ་ཅིག་ལ་ངོས་འཛིན་རྩ་བ་ཡས་ནས་ཞུ་གི་མེད་སེ་དེ་ཞུ་འདོད་ཆོག་སོང་ལ་སོ་ཞར་ར་བ་ལ་ད་ཉིན་དེ་དྲི་བ་དེ་གི་ལན་དེ་གར་ག་དུ་རག་ཅིག་བ་དེ་འདྲས་རག་བྱེད་ངེས། བ་ནས་རྒན་ལགས་བློ་བཟང་རྒྱ་མཚན་ལགས་ལ་ཡང་བསྐྱར་ངེད་ཀྱི་དྲི་བ་ཞིག་ཕུལ་འདོད་བྱུང་སོང་ད། ང་རང་ཅིག་ནམ་རྒྱུན་ནས་ད་སེམས་འཚབ་སྤྲོ་བོ་ཡོང་བསྡད་ཡས་དེ་ད་ཡང་བསྐྱར་ཅིག་ཕ། ཅིག་ང་རེ་སེམས་ནང་ལ་གང་ལྟར་ཡོད་བསྡད་བ་དེ་ཕ། ཞུས་བཞག་ན་མ་དྲི་ཡས་ཕལ་ཆེན་ཡོད་ས་མ་རེད་བསམ་གི་འདུག་ད་འགི་གང་དེ་ནས་མ་ངེད་ཀྱི་དྲི་བ་ཅིག་གསུངས་འདུག་བྱས་ཙང་ད་དེབ་ཅིག་ལ་མ་བཏང་ཟེར་གསུངས་ཡོད་ས་རེད་ཨ་ནས་ཡང་བསྐྱར་དྲི་བ་ཞིག་ཕུལ་ཆོག་ཞུ་ཡས་ཡིན། ད་ཐེངས་ཀྱི་རེད་རེད་ད་ཁོ་ནང་ཚོས་ཡ་ནི་མར་དྲི་བ་ཕུལ་གནང་སོང་ཨ་ནི་ང་རང་གིས་ཡང་བསྐྱར་དེ་སྤྱིར་བཏང་ད་དྲི་བ་དེ་ཉིད་གོ་དྲོ་བོ་ཅིག་ཆགས་ཀྱི་འདུག་ཡེ་ནས་ད་འདི་གང་དག་ཅིག་སེམས་འཚབ་སེམས་འཚབ་ཅིག་ཤུགས་ཆེན་པོ་དྲོ་བོ་ཡོང་དུས་སྐབས་ལ་ད་འདི་སེམས་པའི་ནང་ལ་ཉག་བསྡད་ནས་ཁོ་གང་དག་ཅིག་གང་དག་འདི་འགྲིག་མ་སོང་བསམ་བསམ་འགྲོ་ཅིག་ཁོ་དེ་ཕར་བཞུད་བཞག་ན་ཨ་ནི་ཁོ་སེམས་ལ་གང་ཡོད་བ་དེ་ཕར་བཞུད་བཞག་ན་ཁོ་གཙང་མ་རེ་ཆགས་འགྲོ་གི་འདུག་རེད་ད་ཐེངས་ཀྱི་དྲི་བ་ལས་བཞུད་སོང་ད། ཉིས་སྟོང་བཅུ་གཅིག་ནས་བྱས་མ་ཨ་ནེ་གང་ཚེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ། ཚད་མེད་ཞུ་སྙན་དེ་མང་རུ་ཕྱིན་སོང་དེ་ཏན་ཏན་རང་རེད། ད་ལྟ་ང་རང་དྲན་པ་དེ་ནེའུ་ཡོག་ནས་སྐྱེས་མ་ཅིག་བྱུང་སོང། ད་ག་ནང་བཞིན་སུད་སི་ནས་སྐྱེས་མ་དང་སྐྱེས་པ་གཉིས་ཀ་བྱུང་སོང་བསམ་པ་རེ་དྲན་གྱི་འདུག་ཞུ་ཡས་ཡིན་སུད་སི་དང་ད་ཡུ་རབ། ཕྱོགས་གཏོགས་དེ་ནི་ད་ག་ནང་བཞིན་ཨོ་སི་ཁྲུ་ལི་ཡ་ནས་ཨ་ནི་བློ་བཟང་སངས་རྒྱས་ལགས་ལ་རྒྱབ་སྐྱོར་ཞུ་ཉེན་གང་ཟག་ཅིག་ཡང་འདུག་ཞེས་བྱས་ནས་ཚད་མེད་ཞུས་སོང། ད་ག་ནང་བཞིན་ཨ་ནི་ད་རྒྱ་གར་ལ་བི་རི་ལ་ཡོད་པའི་ཨ་ནི་ཨུ་རྒྱན་སྟོབས་རྒྱལ་ལ་ཁོ་རང་ཨ་ནི་ཅིག་མཚན་དེ་ནི་སྤྲུལ་སྐུའི་མཚན་འདྲ་བོ་ཞིག་འདུག་རེ་བ་ཨ་ནི་སངས་རྒྱས་ནམ་ས་དེ་ཆོས་བྱེད་དངོས་གནས་དྲང་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་དྲ་རྒྱ་ནས་ཨ་ནི། ཅིག། གསུང་ཆོས་གནང་བ་ཡིན་ན་ཨ་ནི་བསྟན་པ་ཞིག་ཉན་གི་སྟག་རི་རེད་ཤག་ཟེར་དེ་འདྲས་ཧང་སང་ཡས་གི་ཐབས་སྐྱོ་བོ་དེ་འདྲས་ཚད་མེད་ཞུ་ཉན་དངོས་གནས་རང་མང་རུ་ཕྱིན་སོང་ང་རང་ཡིན་ནས་སེམས་པའི་ནང་ལོག་ལ་དེ་འདྲས་མང་རུ་འགྲོ་བ་ཅིག་དེ་འདྲས་ཚོར་སོང་ཞུ་ཡས་ཡིན་ཨ་དེའི་སྐབས་ལ་དངོས་གནས་དྲང་གནས་ད་འཛིན་སྐྱོང་བཀའ་ཤག་གཙོས་བའི་གང་ལྟར། སྲིད་སྐྱོང་ཡིན་ནས་རེད། བཀའ་བློན་རྣམ་པ་ཚོ་ཡིན་ནས་རེད། སྤྱི་འཐུས་རྣམ་པ་ཚོ་ཡིན་ནས་རེད། ཆོས་རིག་བཀའ་བློན་ཡིན་ནས་རེད་གང་ལྟར་དེ་ལ་ཡ་ཨ་ནི། མི་མང་གི་འདོད་བློ་ཁ་ང་གིས་གང་དག་གདོང་ལེན་ཅིག་གནང་མ་ཟོར་བ། གདོང་ལེན་ཅིག་གནང་མ་སོང། བྱས་ཙང་འདི་འདྲས་ཡིན་པ་སོང་ཙང། ད། ཨ་ནི་དེའི་ཐོག་ལ་ཡ། དངོས་གནས་དྲང་གནས་བྱ། རྒྱ་སྤྱིའི་མང་ཚོགས། ཕྱི་ནང་གཉིས་ལ་ཡོད་བས་ཀྱི་ད་རྒྱ་སྤྱིའི་མང་ཚོགས་ཀྱི་ཨ་ནི་སེམས་ཚོར་ཤུགས་ཆེན་པོ་ཞེ་བོ་ཅིག་བྱུང་ཡོད་རེད། དེ་དུས་ད་ཁ་སང་ངེད་ཅག་རང་ཨ་ནེ་གཅིག་བློ་བཟང་སྒེར་ལ་ཨ་ནེ་ཕོ་བྲང་དཀར་པོ་ལ་ཕེབས་པ་ཡིན་ཟེར་དེ་འདྲས་ཅིག་གསུངས་བ་རེད། ཨ་ནེ་དེ་ནས་ད་མང་ཚོགས་ནང་ནས་ཁོ་རང་ཕོ་བྲང་དཀར་པོ་ལ་ཕེབས་ཡོད་མ་རེད་ཨ་ཞེ་རྫུན་གནང་རྒྱུ་ཡོད་རེད་ཟེར་ནས་ཡར་མ་ད་མང་ཚོགས་ནང་ལ་ཡང་དགོངས་འཇགས་རབ་དང་རིམ་པ་ཅིག་ཕེབས་པ་རེད། ཨ་དེའི་སྐབས་ལ་ཡང་ཨ་ནི། ཅིག་གསར་འགོད་པ་ཚོ་གིས་ཨ་ནི་དྲི་བ་དྲི་ལན་དེ་འབྲེལ་ཐག་གནང་གི་འདུག་བ། བྱས་ཙང་ཨ་ནི་བློ་བཟང་སངས་རྒྱས་ལགས་ཀྱིས་ཨ་ལྗགས་ལན་དེ་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི། ཨ་ནི། སྲིད་དབང་ཐུགས་འགན་བཞེས་བའི་སྐབས་སུ་ཨ་ནི་ནམ་ཡང་ཨ་ནི་ཕོ་བྲང་དཀར་པོ་ལ་ཕེབས་ཡོད་མ་རེད། འདི་ང་བེབས་ཏེ་དགའ་ཚོར་ཆེན་པོ་ཡོད་ཟེར་ངས་གསལ་བོ་གསལ་རྐྱང་ཁོ་རང་བཟོ་གིན་ཞིག་བྱས་རྗེས་དངོས་གནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དེ་འདྲེས་ཀྱི་ཨ་ནི། ག་རེ་བཟོ་གོ་རེད། ཨ་ནི། ཅིག་མཚན་བཤད་བཟོ་ར་ཞིག་གནང་ཟོར་བ་བློ་ཕམ་པ་ཅིག་ལ། ད་ག་ནང་བཞིན། ད་བྱང་ཨ་རི་ལ་ཨ་ནི་བློ་བཟང་སངས་རྒྱས་ལགས་ཀྱི་ད། གྲོགས་པོ་དབུ་དཀར་ཚང་ཀ་ཏོར་ལ་ཁོ་རང་ད་ལྟའི་ཆ་ལ་ཨ་ནི། སྲིད་སྐྱོང་འོས་མི་ལ་ཞང་ཡོང་གི་འདུག་བ། བྱས་ཙང་ཁོ་རང་དབུ་དཀར་ཚང་ལ་ཁོ་རང་ད་ལྟ་དབུ་དཀར་ཚང་ཀ་ཏོར་ལ་ཁོ་རང་ཨ་ནི་དོན་གཅོད་གནང་བའི་སྐབས་སུ་ཨ་ནི་དོན་གཅོད་ཀྱི་ད་ཕ་གའི་ཨ་ནི་ཅིག་དོན་གཅོད་གསར་རྙིང་གི་ཕ་གའི། ད་བར་གཟུགས་པོས་བཏུས་ཙམ་པ། དངོས་གནས་དྲང་ནས་ཁོང། དངོས་གནས་བྱ་དང་ང་ཚོ་དངོས་གནས་གཅིག། ཚེ་འདི་བཞིན་གཉིས་ཀྱི་སྐྱབས་གནས་མགོན་དང་སྐྱབས་བོད་མི། ས་ཡ་དྲུག་གི་དངོས་གནས། ད་བླ་སྲོག། དེ་ཡང་འཛམ་བུ་གླིང་གི་དངོས་གནས་དྲང་གནས་ཀྱི་ཆེ་མཐོང་གནང་ས་དངོས་གནས་དྲང་ནས་ང་ཚོ་གི་ཚེ་འདི་བཞིན་གཉིས་ཀྱི་སྐྱབས་གནས་ཁོང་གི་སྐུ་བ་དེ་ཨ་ནི་མ་བཞག་བྱས་བྱས། ཨན་པའི་གཅིག་ད་བར་ཚང་ཀ་ཏོར་ལ་ཁོ་རང་གི་ངོ་བ་དཔལ་ལེ་ཟིན་ནས་མི་འདུག་རྒྱལ་བ་རོན་པོ་ཆེ་གི་བཀའ་དྲིན་མ་འགྲིམ་པ་ཟིན་ནས་མི་འདུག་ཨ་ནི་པའི་བློ་བཟང་སངས་རྒྱས་ལགས་ཀྱི་སྐུ་བ་དེ་བཞག་ཨ་ནི་པའི་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་བ་མ་བཞག་བྱས་ད་གང་ལྟར་ང་ཚོ་གྲོས་ཚོགས་ནང་ལས་བྱང་ཨ་རིག་གི་ཨ་ནི་སྤྱི་ཟུར་སྐུ་ངོ་བཀྲ་ཤིས་རྣམ་རྒྱལ་ལགས་ཀྱི་ཨ་ནི་བཀའ་རྟགས་ཅན་གྱི་དྲི་བ་ཕུལ་ཡོད་རེད་ད་ག་ནང་བཞིན་ད་གསར་འགོད་བ་ཚོ་ལ་ཡང་ཨ་ནི། གསར་འགོད་པ་རྣམ་པ་ཚོ་གིས་ཁོ་རང་གཉིས་ཀ་ལ་གཅིག་ཁར་སོ་རེ་དེ་འདྲའི་གི་དྲི་བ་འཕེལ་ཡོད་རེད་ད་མང་ཚོགས་ནང་ལས་གང་ད་སེམས་ཚོར་ཤུགས་ཆེན་པོ་ཞུ་ཅིག་ད་ག་ནང་བཞིན་དབུ་ཨར་ཚང་ཀ་ཏོག་ལ་ཁོ་རང་འཕེལ་རྒྱས་ཞུ་བའི་ཁ་ཐུག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བྱང་ཨ་རིའི་ཀན་ནི་ཧྥོ་ནེ་ལ་ཕེབས་དུས་བརྩམས་པ་ད་དཔལ་དོང་སྤྲེལ་དུས་སྐད་ཅིག་འབྲང་བ་ཡན་ཆད་ནི་རྒྱལ་བ་རོན་པོ་ཆེ་ལ་དཔལ་ད་ཅིག། གར་སོགས་ལ་ཆོས་དད་རང་དབང་མི་འདུག་ཟེར་དེ་འདྲའི་གི་ཨ་ནི་གདོང་འདྲེ་ཐོད་རྒལ་ཅན་འདྲ་བའི་ངོ་ལོག་རྒྱག་ངོ་ལོག་རྒྱག་ཡས་པའི་གོ་སྐབས་དེ་འདྲས་གོ་སྐབས་དེ་འདྲས་ཅིག་གནང་བ་རེད་གང་ལྟར། ཉིས་སྟོང་བཅུ་གཅིག་ནས་བྱས་གང་ལྟར་བས་དེ་འདྲས་གི་ཨ་ནི། ད་ཚབས་ཆེན་གི་གང་ལྟར་གོང་ས་མཆོག་ལ་མཚན་སྨད་ཞུ་ཡས་རེད་གདོང་འདྲེ་ཐོད་རྒལ་ཅན་འདྲ་བའི་ངོ་ལོག་རྒྱག་ཡས་གོ་སྐབས་རེད་དེ་འདྲས་ཅིག་གནང་སོར་བ། དེ་འདྲ་ཞིག་གནང་སོང་རང་བཞིན་གྱིས་ད་གང་དག་པའི་དེ་དེ་འདྲས་ཀྱི་ཨ་ནི་མང་ཚོགས་ནང་ལ་ཡང་ཨ་ནི་ཅིག་ལབ་གླེང་མང་པོ་ཡོང་ཡས་སེམས་ཚོར་མང་པོ་ཡོང་ཡས་དེ་འདྲས་གང་དག་ད་དཀའ་ངལ་མང་པོ་ཞིག་ང་ཚོ་འདུག་སེ་ཁྲེལ་བ་དེ་འདྲས་བྱུང་ཡོད་རེད། དེ་འདྲས་སོང་ཙང་ཨ་ནི་ད་ལན་ཨ་ཅག་ར་བློ་བཟང་རྒྱ་མཚན་ལགས་ཀྱིས་ཨ་ནི་ཅིག་ཐུགས་ཡི་དགོངས་ལས་དགོངས་བཞེས་ལ་དེ་འདྲས་ཨ་ནི་ཡ་ནི་མ་བཀའ་ཤག་འཛིན་སྐྱོང་བཀའ་ཤག་ངོས་ནས་དེ་ག་ཚོད་ཅིག་ཨ་ནི་གདོང་ལེན་མ་གནང་བ་དེ། ཨ་ནི་གཅིག། ད། ཐུགས་ལ་ཨ་ནི་གཟིགས་ཚུལ་ག་འདྲི་ར་ཅིག་ཡོད་ན་ཨ་ནི་དེའི་ཐོག་ལ་ཡ་ཨ་ནི་གཅིག་བཀའ་ལན་ཅིག་གནང་རོགས་གནང་ཞུ་ཡས་ཡིན་འོ་དེ་འདྲས་ཅིག་ཞུ་འདོད་བྱུང་སོ་ཞུ་ཡས་ཡིན། ཐུགས་ཆེ་གནང། བྱས་ནས་ཞུ་ཡས་ཡིན། ལགས་སོ་ཨ་ནི་ད་ལྟ་དེ་ངོ་མ་ད་རེད་རེད་ཉེ་ཆར་རང་དབུས་རྒྱལ་སྟོབས་རྒྱལ་གྱིས་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དྲ་རྒྱ་བརྒྱུད་ནས་དབང་གནང་ཡས་གནང་ན་ད་དེ་གཏན་འབེབས་ཀྱི་དྲ་རེད། བསྟན་པ་ཞེས་པའི་སྟ་གྲི་རེད་ཟེར་དེ་འདྲས་ཞུས་པ་དེ་དང་འབྲེལ་བའི་ཐོག་ནས་ནི་ང་རང་ཚོའི་བཙན་བྱོལ་གྱི་མང་གཙོའི་ཀ་བ་གསུམ་གྱི་ནང་ནས་འཛིན་སྐྱོང་བཀའ་ཤག་གི་ནང་ནས་དེ་ལ་བཀའ་ལན་གནང་དོགས་དེ་ལ་ཁྱོད་རང་འདོད་པ་ག་འདྲས་འདོད་པ་ཚིག་མ་ཚིག་ག་འདྲས་བྱུང་སོང་ཟེར་ད་དེ་བརྒྱ་ཆ་བརྒྱ་ཐམ་པ་བརྒྱ་ཆ་བརྒྱ་ནས་བརྒྱ་ཐམ་པ་ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་ནི་འདོད་པ་རྩ་བ་ཡེ་ནས་ཚིག་འགྱུར་རབ་ཅིག་བྱུང་མ་སོང་ད་ང་རང་འདྲ་བོ་ཅིག་ཡིན་ན་འདོད་པ་ཚིག་མ་སོང་ཟེར་ཡས་དེ་ཡང་སྐབས་དུས་དུས་ཙམ་པ་ལ་བྱུས་རིགས་བཀའ་བློན་ང་རང་ཚོའི་ད་དབུས་གཙང་རང་རེད་གཡུ་ཐོག་ཀརྨ་དགེ་ལེགས་ལགས་ཀྱིས་ད་བཀའ་ཤག་གི་ལས་ཤོག་གི་ཐོག་ལ་དུ་ཆ་ཡིག་གནང་སྟངས་དེ་ལ་བལྟས་པ་ཡིན་ན། ངན་པ་ལ་འགྱིག་སྲུང་གནང་གི་ཡོད་པའི་རྣམ་པར་དེ་གསལ་པོ་ཞེ་བོ་ཅིག་འདུག་ད་ཡིན་ན་ཡང་ཁོང་གིས་ཁ་ར་ཁ་ཐུ་རེད་མདོག་མདོག་ཡིན་ན་ཡང་རང་བཞིན་གཙང་མ་རེད་རང་བཞིན་དཔེ་དྲང་པོ་ཡོད་རེད་མདོག་མདོག་གི་དེ་འདྲས་ཀྱི་ཆ་རིག་གནང་ནས་མར་ལོག་ཡོང་རྒྱུ་ཙམ་པ་དེ་འདྲས་ཀྱི་རྣམ་པ་དེ་ཤུགས་ཆེན་པོ་ཞེ་བོ་ཅིག་འདུག་ད་དེ་འདྲས་ཅིག་གནང་ཐུབ་པ་ཡིན་ན་དངོས་གནས་དྲ་གནས་གཅིག་བྱས་ན་དེ་ཕ་རོལ་བར་ལ་ལ། ད་གཞུང་གི་ལས་ཤོག་བེད་སྤྱོད་བཏང་བྱས་དེ་འགྲིག་གི་མི་འདུག་སོན་གི་ཚབ་ལ་མི་གཞན་དག་ལ་ཨ་ནི། ཁོ་རང་ཚོ་ད་ག་རེ་ཟེར་ན་སྐབས་འཚོལ་རིང་ལུགས་པ་ཟེར་ན་མི་འདུག་དེ་འདྲའི་མང་པོ་ཆེ་ལ་གོ་སྐབས་བསྐྲུན་ཡན་གྱི་ནི་དེ་འདྲའི་གི་ཐར་ལམ་འདྲ་བོ་ཆེ་ལག་ཆ་འདྲ་བོ་ཆེ་དེ་འདྲའི་གི་བྱ་ཡན་འདྲ་བོ་དེ་བྱུང་སོང་ཟེར་བྱས་ཙང་ང་རང་དེའི་ཐོག་ནས་འདོད་པ་རབ་ཏུ་ཚིམ་པོ་རྩ་བ་ཡེ་ནས་བྱུང་མ་སོང། འཛིན་སྐྱོང་བཀའ་ཤག་ངོས་ནས་དེ་འདྲའི་གི་ནི་དངོས་གནས་དྲ་གནས་ཡར་ལེན་གནང་སྟངས་དེ་རྩ་བ་ཡེ་ནས་མ་རེད་ཟེར་ཞུ་འདོད་བྱུང། སྐབས་དེ་དུས་ཙམ་པ་ང་རང་ཚོས་དངོས་གནས་དྲན་ན་ཏོག་ཙེ་བཙན་བྱོལ་གཞུང་ཁོ་རང་གི་འཛིན་སྐྱོང་ངོས་ནས་ངོ་ཚ་དགོས་ཅི་ད་རེད། ང་རང་ཚོ་བོད་པ་མ་ཡིན་པ་ཧི་མ་ལ་ཡའི་གི་རི་སྐྱིད་གི་ཕྱོགས་ནས་དཔེར་ན་ལ་དྭགས་རེད་ཨ་རུ་ན་ཅལ་རེད། དེ་འབྲེལ་གྱི་ང་རང་ཚོའི་ནང་ཆོས་དང་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བ་ཡོད་ཀྱོག་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོའི་མཆོག་གི་སྐུ་མདུན་ནས་ད་སྟོད་དགོན་དབང་ཆེན་ལགས་སོགས་པ་དེ་འདྲས་ཀྱི་ཞུ་ཡོན་མཁན་གྱི་ཚོགས་པ་ཆེ་འབྲིང་ཆུང་གསུམ་མང་པོ་གཅིག་གིས་ཁོ་རང་ཚོའི་སྔུན་ནས་དྲ་ནས་གཞུང་འབྲེལ་རང་གི་ཨ་ནེ་ལེགས་ཤོག་རེད་དེ་འདྲས་ཀྱི་ཐོག་ནས་བསྒྲགས་གཏམ་མང་པོ་ཤུགས་ཆེ་སྤེལ་བ་དེ་གའི་ནང་ནས་ཨུ་རྒྱན་སྟོབས་རྒྱལ་ལགས་སྔུན་ནས་དྲ་ནས་སྐྱོན་བརྗོད་ཚད་ལས་འདས་པ་ཚད་མཐོན་པོ་ད་དེ་འདྲས་ཀྱི་སྒོ་ནས་སྔུན་ནས་དྲ་ནས་ཡིད་མ་ཆེས་བར། དེ་འདྲས་བྱེད་ཀྱི་བྱེད་ཀྱི་ལ་ཡང་ད་ང་རང་ཚོའི་བཙན་བྱོལ་གཞུང་ངུ་ནས་ངུ་ནས་ཉན་པ་འགྱེལ་སོང་འདྲ་བོ་བྱེད་ད་བས་དེ་ཁོ་རང་དེ་ག་ལེ་བ་རེད་མི་ཤེས་ཀ་དེ་འདྲས་རེད་འདོད་འདོད་ཅིག་རང་བཞིན་དེ་ངུ་ནས་མ་རེད་འདོད་འདོད་དེ་འདྲས་ཀྱི་ག་མེད་སོང་དེ་བ་དེ་ངུ་ནས་དྲ་ནས་འདོད་པ་ཚིམ་བུ་ཚིམ་བུ་རྩ་བའི་ནས་བྱུང་མ་སོང་ཁོ་རང་ཚོ་ལས་ཡང་ངོ་ཚ་ཡ་འདྲ་བོ་ཅིག་ཆགས་དེ་ཁོ་རང་ཚོ་ངུ་ནས་དྲ་ནས་ད་ཚང་མས་གསལ་ཡོད་རྒྱུ་རེད་མ་སྐད་ཆ་བཤད་སོང་ལས་ཤོག་གི་ཐོག་ལ་ཡི་གེ་བཏང་སོང་མ་ཟེར་གི་ཐ་ན་ཨུ་རྒྱན་རྡོ་རྗེ་གི་དགོན་པ་ལ་ཁོ་རང་ཚོས་ཧི་མ་ལ་ཡའི་རི་རྒྱུད་ཀྱི་ཐོག་ནས་གྲྭ་པ་དེ་འདྲས་བེད་འགྲོ་ཡ་མེད་བེད། མ་དང་ཡིན་གྱི་དེ་འདྲས་ཀྱི་ཐག་གཅོད་དེ་འདྲས་བྱུང་སོང་བ་དོལ་ཚོ་དངོས་ནས་ཁོ་རང་ཚོས་ནན་གྱིས་རེད་དེ་འདྲས་བྱེད་དགོས་ཀྱི་རེད་གླིང་དུ་ང་རང་འདྲ་བོ་ཞིག་བསམ་བློ་བཏང་པ་ཡིན་ན་ད་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་ཟེར་དེ་ད་ང་ཚོ་གི་ཕྱོགས་གཅེས་ནས་ཁ་ནས་ག་རེ་བཤད་ཀྱི་རེད་ལོ་ན་མང་གཙོ་ལུང་པ་རེད། ཡིན་ན་ཡང་མང་པོ་ཅིག་གིས་ང་རང་ཚོ་དེ་འདྲ་བོའི་མང་གཙོ་ར་ཡས་དེ་ག་འདྲས་བྱས་ནས་བྱུང་རེད་དེ་ཁྱོན་ནས་བསམ་བློ་བཏང་གི་མི་འདུག་བ་མ་ཤི་འདྲ་ནི་ང་ཚོ་བཙན་བྱོལ་གྱི་མང་གཙོ་དེ་གནམ་ནས་ཟག་ཡོད་པའི་སྲིད་ཏེ་ཅེས་དེ་འདྲས་ཀྱི་བསམ་བློ་བཏང་འདུག་བ། བྱས་ཙང་ང་རང་ཚོ་ཐུགས་ཀ་དེ་དེང་སང་དམངས་གཙོ་ལ་ལོངས་སྤྱོད་ཡ་ཡོད་པ་དེ་སུའི་བཀའ་དྲིན་རེད་ནོ་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རང་གི་བཀའ་དྲིན་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཞབས་བཅགས་པ་ནས་བཟུང་བྱིན་གྱིས་ཨང་ཀི་དང་པོ་དེ་ང་རང་ཚོའི་གི་བཙན་བྱོལ་སྒྲིག་འཛུགས་ཀྱི་ལངས་ཕྱོགས་ཟེར་ན་མི་འདུག་དེ། ཨ་ནི་སྲིད་ཇུས་ཟེར་ན་དེ་འདི་དེ་མང་གཙོའི་གི་ལམ་ལུགས་བློ་དང་འདུལ་བའི་ལ་ཐོག་ལ་ཐུགས་འགན་ཞེ་བ་ཅིག་བཞེས་བྱས་ད་གང་ལྟར་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་ཅུ་ནས་གསུམ་བཞི་བདུན་པ་ནས་བཅས་དབུ་འཛུགས་ཞུས་བྱས་ད་གང་ལྟར་མང་གཙོའི་གི་ལམ་ལུགས་ཀྱི་ཐོག་ལ་གོམ་པ་རིམ་སྤོས་གནང་ནས་ད་ཕྱིས་སུ་སྤྱི་ལོ་ཉིས་སྟོང་བཅུ་གཅིག་དེ་འདྲའི་གང་གཏོར་ལ་ཚད་མཐོན་པོའི་མང་ཚོགས་ཀྱིས་ག་རེ་ཟེར་ན་ད་རིམ་པར་འདྲ་བ་དེ་འདྲས་ཀྱི་ཕྱག་དེ་གཡོར་བ་དེ་འདྲས་མ་གསོལ་རས་གནང་མཁན་གྱི་མི་དེ་ལ་མང་ཚོད་ཀྱི་ཁེ་དབང་ལོངས་སྤྱད་ནས་ད་འགག་པ་རྒྱལ་དེ་འདྲས་མིན་དུ་འདོགས་ཟེར་འོ་ད་དེ་འདྲས་ཀྱི་བཤད་བསྡད་པ་དེ་རྩ་བ་ཡེ་ནས་འགྲིག་གི་མི་འདུག་མ་ཟད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་དྲ་རྒྱ་བརྒྱུད་ནས་དེ་འདྲས་ཀྱི་སྐུ་འདྲ་འཕྲིན་ལུང་གནང་ན་ཕ་ཆོ་བོ་ལ་ཕན་གྱི་ཡོད་དམ་མེད་ཟེར་དེ་ཁོང་གིས་ཁྱོད་ཀྱི་ཚིགས་སུ་བཏགས་པའི་ཚིགས་སུ་བཅད་ནས་དེ་མཁྱེན་གྱི་རེད་མ་འདུག་ང་རང་ཁོ་རང་ཚོ་དབུ་རྒྱན་སྟོབས་རྒྱལ་འདྲ་བོ་གཅིག་གིས་དེ་འབྲེལ་གྱི་སྐུ་ནས་ཐག་བཅད་བཅད་ད་འདིར་ཞི་བ་ཅིག་རེད་ཟེར་བཤད་བསྡད་དེ་རྩ་བ་ཡིན་ནས་ད་ང་ཚོ་གིས་ཨེ་ནི་ག་རེ་ཟེར་ན་རྩ་བ་ཡིན་ནས་འགྲིག་གི་མ་རེད་དེ་ང་རང་འདྲ་བོ་ཅིག་ཆ་ཤ་བའི་ནང་ཙི་ཙི་གིས་གླང་ཆེན་ལ་ཚེ་ཚད་བཅད་པ་འདྲ་བོ་ཅིག་དེ་འབྲེལ་གྱི་མཐོང་གི་འདུག་མ་འདུག་གི་དེ་རྒྱུ་མཚན་ལྡན་པ་དང་དེ་འདྲའི་རྩ་བ་ཡིན་ནས་མཐོང་གི་མེད་མ་ཟད་ཀྱི་བཙན་བྱོལ་གཞུང་གི་ངོས་ནས་དེ་ལ་ཡ་ལན་གནང་སྟངས་དེ་ང་རང་འདྲ་བོ་ཅིག་ཡིན་ན་འདོད་པ་རྩ་བ་ཡིན་ནས་ཁྲིད་མ་སོང་ལྷག་པར་དུ་གཞུང་གི་བཀའ་ཤོག་གི་ལས་ཤོག་ཅིག། ལས་ཤོག་ཅིག་གི་ཐོག་ལ་ནི་ག་རེ་ཟེར་ན་དེ་འདྲའི་ཞིག་སྤེལ་བསྡད་པ་དེ་རྩ་བ་ཡིན་ནས་འགྲིག་མ་སོང་ཟེར་བ་དང་དེ་ང་རང་འདྲ་བ་ཅིག་ཡིན་ན་ལུས་རྩོབ་དང་ནི་སེམས་རྩོབ་དང་བློ་ཕམ་འདི་འདྲ་དང་དེ་འདྲའི་ཤུགས་ཆེན་པོ་ཅིག་སྐྱེས་སོང། བྱས་ཙང་ད་ངས་དེ་གའི་གོང་དུ་སྐད་ཆ་ནང་ལས་ཤེས། མ་འོངས་པ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་འདྲའི་གི་ཞི་མོལ་སྐྱོན་བརྗོད་དང་དེ་འདྲའི་གི་སྐུ་ན་ཟུར་ཟ་དང་ཚིག་ངན་དེ་འདྲའི་མང་གི་བྱུས་པོ་ཡོད་པ་ཡིན་ན་ཨང་ཀི་དང་པོ་དེ་ལངས་དགོས་གལ་ཏེ་སུ་རེད་ལོ་ན་ང་ཚོ་བཀའ་ཤག་རེད་འཛིན་རྒྱུ་བཀའ་ཤག་ངོས་ནས་ཨང་ཀི་དང་པོ་དེ་ལངས་ནས་ཨ་ནི་དེའི་ཐོག་ལ་ཡང་རང་ཚོས་བལྟས་ན་བྱེད་ཀྱི་ཡོད་རེད་དྲིན་ཤེས་པ་རེད་ནི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཚང་མས་ད་གང་ལྟར་ཆོལ་ཁ་ག་འདྲས་ཅིག་ཡིན་པ་ཡིན་ནའང་མཉམ་རུབ་ཀྱི་ཐོག་ནས་དེ་ཚོ་ལ་དགག་པ་རྒྱག་སོང་བ་ཡིན་ད་ཡང་རྒྱ་ཡིག་དེ་དཔེ་མི་སྲིད་གལ་ཆེན་པོ་རེད། དེ་འདྲས་བརྒྱབ་སོང་བ་ཡིན་ན་ནི་མ་འོངས་པ་ལ་ཡང་དངོས་གནས་དྲ་གནས་སྤྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཟུར་ཟ་སྐྱོན་བརྗོད་བྱེད་མཁན་ཡིན་པ་ཡིན་ན་རེད་འོ་ད་དེ་འདྲས་ཅིག་དེ་འདྲས་བྱེད་མཁན་གྱི་མི་སྣ་དེ་ཡང་སྤྱི་ཚོགས་འདི་ལ་དངོས་གནས་རིན་པའི་མེད་པ་ཆགས་འགྲོས་ཀྱི་ཨ་ནི་དེ་འདྲས་ཅིག་ཆགས་འགྲོ་གི་འདུག་ངས་ད་གིན་གོང་དུ་ཞུས་པ་ཡིན་ད་ང་རང་ཚོ་ཉིས་སྟོང་བཅུ་གཅིག་ནས་བཅས་དེ་འདྲས་ཀྱི་སྐུ་ནས་འཛིན་སྐྱོང་གི་ངོས་ནས། དེ་ཟུང་ཅིག་ང་ཚོའི་ནང་ལ་བཙན་བྱོལ་ནང་ལ་དེའི་ཚེ་གྲ་མ་འགྲིམ་པ་རེ་བ་ཆགས་སོང་ང། ད་ཡིན་དུས་བརྩམས་པ། དེ་འདྲས་དེ་ད་སྤྱི་ནོར་གོང་ས་སྐྱོང་ཀུན་ཆེན་པོ་མཆོག་ལ་ཟུར་ཟ་ཚད་མེད་ཞུ་མཁན་དེ་ཇེ་མང་ཇེ་མང་འགྲོ་ནས་དེ་ལ་གཙོ་ཆོས་ཞུ་དེ་མང་དུ་འགྲོ་ཡ་དེ་ངས་ད་གི་གོང་དུ་ཞུས་པ་ཡིན་འཛིན་སྐྱོང་བཀའ་ཤག་དང་དེ་འདྲས་ཀྱི་མང་གཙོའི་ཀ་བ་གསུམ་གྱི་ཐོག་ནས་དེ་ལ་ཡ་ལན་ཡག་པོ་ཅིག་མ་གནང་བ་བྱས་འོ་ད་དེ་འདྲས་ཀྱི་ཐོག་ནས་ནི་ཉན་པ་རྒྱ་ཡན་དུ་ཤོང་བྱས་དུས་བྱས་ནས་ཇེ་མང་དུ་འགྲོ་བསྡད་རྒྱོ་ཅིག་ཆགས་བསྡད་ཀྱི་འདུག་ཟེར་བ་ད་དེ་ང་རང་གྲོགས་ཅིག་ནི་དེ་ལ་ཀླུ་རྫོབ་ཆེན་པོ་དེ་འདྲས་ཅིག་ཆགས་བསྡད་ཡོད། ད་དེ་ནས་ཕལ་ཆེར་དྲི་བ་གཉིས་པ་དེ་འདི་མེད་འདུག་སྐལ་རྡོར་ལགས། སྐལ་རྡོར་ལགས་ཀྱིས་ད་ག་ཟེ་གི་རེད་ད། སྤྱི་ནོར་གོ་ས་སྐྱབས་མགོན་ཆེན་པོ་མཆོག་གིས། རེད་རེད་ད་དེ་ཁ་སང་ངས་ཉན་པ་ངས་བྱུང་སོང་ཨ་རི་ལ་དེ་འདྲ་ཞིག་སོང་སོང་དེ་ངས་ང་ཚོའི་སྡེ་བ་ལས་སྐད་ཆ་བཤད་རྒྱུ་བྱུང་སོང། དངོས་གནས་དྲ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ། སྤྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་སྲིད་དབང་རྩིས་སྤྲོད་རྣམ་པ་ནས་ཟུམ་བྱེད་ཀྱི་ད། ད་ཁོ་རང་སྐད་ཆ་བཤད་སྟངས་ལ་བལྟས་པ་ཡིན་ན། ད་ཆབ་སྲིད་ལ་ཇུས་གཏོགས་ཡོད་མ་རེད་ད་དེ་ནས་མི་དམངས་དཀྱུས་མ་རེད་མདོག་མདོག་གི་སྐད་ཆ་གི་ཟུར་ནས་དེ་གོ་ཡོང་གི་འདུག་ད་སྐབས་དེ་དུས་ཚང་མ་བོད་ཀྱི་ཆོས་སྲིད་ཆོས་སྲིད་ཀྱི་དབུ་ཁྲིད་ཐོ་ཤིག་དེ་བློ་བཟང་སེང་གེ་ལགས་ད་སྲིད་སྐྱོང་རེད་མདོག་མདོག་བྱས་ཙང་དེའི་སྐུ་པར་དེ་ཡག་ཤ་བོ་རེད་མདོག་མདོག་སྐད་ཆ་དེ་དེ་ག་རང་བཤད་སོང་ང་དེ་ཁོ་རང་བཤད་དགོས་རྒྱུ་མཚན་དེ་སྐུ་པར་དེ་ནི་ག་རེ་ཟེར་ན་པོ་བཞག་དགོས་རྒྱུ་མཚན་དེ་སྤྱི་ནོར་གོང་ས་སྐྱོང་མགོན་ཆེན་པོ་མཆོག་གིས་ཨ་ནི་སྲིད་སྐྱོང་ལ་སྲིད་དབང་ཆ་ཚང་རྩིས་སྤྲོད་གནང་རེད་བྱས་ཙང་འཛམ་བུ་གླིང་གི་རྒྱལ་བོའི་གོ་པ་ཡིན་ན་སྲིད་སྐྱོང་གི་ཨ་ནི་སྲིད་འཛིན་གྱི་པར་དེ་ཡག་བྲི་དགོས་ཀྱི་རེད་ཟེར་དེ་འགྲོ་སྟངས་རེད་ཟེར་མདོག་མདོག་ཅིག་བཤད་སོང་དེ་རྩ་བ་ཡིན་ན་མི་ང་ཚོས་ད་བོད་མི་རིགས་ཀྱི་ཞིག་གི་ངོས་ནས་བཤད་པ་ཡིན་ན་བཟང་སྤྱོད་མེད་པ་དང། ཨ་ནི་ག་རེད་ཟེར་ན་མི་རིགས་ཀྱི་ལ་རྒྱ་མེད་པ་དང། མི་རིགས་ཀྱི་ཡུལ་སྲོལ་གོམས་གཤིས་ལ་སོགས་པ་དེ་འདྲ་གི་ཁྱད་ཆོས་གང་ཡང་མ་ཚང་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་མ་འདུག་དེ་རྩ་བ་ཡིན་ནས་དེང་དུས་དང་མཐུན་པ་ཅིག་རྩ་བ་ཡིན་ནས་འདྲ་གི་མི་འདུག་དྲན་གྱི་འདུག་ང་རང་ཚོའི་འཛམ་བུ་གླིང་གི་ཨ་ནི་ག་རེད་ཟེར་ན་རྒྱལ་ཁོག་སོ་སོ་སོ་སོ་གི་དབུ་ཁྲིད་འདམ་དང་དང་ང་རང་ཚོའི་བཙན་བྱོལ་གྱི་བོད་མི་རིགས་ཀྱི་དབུ་ཁྲིད་གཉིས་པོ་དེ་རྩ་བ་ཡིན་ནས་འདྲ་གི་མ་རེད་ད། ཀ་རས་སོང་ལ་འཛམ་བུ་གླིང་གི་མང་གཙོའི་གི་གེ་ཁོག་དེ་གའི་དེ་ཆ་ཚང་ཨ་ནི། ཀ་རས་སྤྱི་འཐུས་ཡིན་པ་ཡིན་ན་རེད་སྲིད་འཛིན་ཡིན་པ་ཡིན་ན་རིམ་པ་དེ་གའི་དེ་ཆ་ཚང་གནས་སྟངས་ག་འདྲ་ཅིག་ཀུན་ནས་ལོན་ན་ན་སོ་སོ་ལ་རྐུབ་བཀྱག་རེད་འདུག་ནི་ངས་བྱེད་འགོ་དེ་ངས་བཏང་གི་ཡིན་ཟེར་ཀུན་ནས་ཨར་དང་འུར་དེ་འདྲ་མང་པོ་ཅིག་བཤད་ནས་ཨ་ནི་འོས་ཤོག་ལ་འགྲོ་སོང་མང་པོ་ཅིག་བཏང་ནས་ཁོ་རང་ཚོ་དཀའ་ལས་གྱོན་ནས་ཡར་སླེབས་ནས་ཨ་ནི་ཁོ་རང་ཚོ་གི་ཀ་རས་ཟེར་ན་ད་ལོ་ལྔ་ཚན་གཅིག་ནང་ལ་དེ་འདྲས་བྱས་ནས་ཨ་ནི་དེ་ཡང་ཆབ་སྲིད་ཚོགས་པ་དེ་འདྲས་མང་པོ་ཅིག་ཐོག་ནས་ཨ་ནི་རྒྱབ་སྐྱོར་དང་དེ་འདྲས་མང་པོ་ཅིག་བྱས་ནས་ད་ག་འདྲ། དེ་སླད་དུ་ཡོད་རེད་ང་རང་ཚོ་བཙན་བྱོལ་ཁྱིམ་སྒྲོག་བྱེད་ཆགས་ཆེ་ན་བཙན་བྱོལ་བྱེད་དགོས་མ་རེད་བོད་སྒྲོག་བྱེད་ཡིན་པ་ཡིན་ན་སྤྱིར་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་ངས་འཇུན་གི་ཡོད་ངས་བཏང་གི་ཡོད་ང་སྲིད་སྐྱོང་བྱེད་ཀྱི་ཡིན་ཟེར་དུས་ནམ་ཡང་སོང་ཡོད་མ་རེད་ངས་གང་ལྟ་གི་གོང་དུ་ཡང་ཞུ་རྒྱུ་བཅོས་སོང་དགོང་ལོ་བཅུ་དྲུག་ལ་ཕེབས་པའི་སྐྱོན་སོང་ང་རང་ཚོ་བོད་མི་རིགས་གཏོར་ཚུགས་ཀྱི་ནུས་པས་དམག་ཕྱོགས་པའི་ཁ་ཐུག་དེ་ལ་གཞི་ནས་ད་སྐྱབས་མགོན་རིན་པོ་ཆེན་གྱིས་ད་ག་རེད་ཟེར་ན་ད་ལྟ་དབུ་ཐོག་ཏུ་འགན་དབང་ཡོངས་སུ་རྫོགས་པ་དེ་བསྐུར་ནས་ད་ཁྱེད་རང་གིས་ནག་རོག་ཅིག་སེ་ང་རང་ཚོའི་ཕ་བཀུར་ཤོར་རྒྱུ་ཡོད་རེད་མ་འདུག་དྭང་བས་བཀུར་ན་ནི་ཕ་བཀུར་ཤོར་རྒྱུ་ཡོད་རེད་མ་འདུག་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་འདིར་ངས་བྱེད་ཀྱི་ཡིན་ངས་བཏང་གི་ཡིན་ཟེར་འཇུག་གི་ཡིན་ཟེར་རྩ་བ་ཡིན་ན་གསུངས་ཡོད་མ་རེད་པ། དེ་འདྲས་ཡིན་པ་སོང་ཙང་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་མང་གཙོའི་གི་ཐོག་ནས་ཁོ་རང་རང་གི་ཆབ་སྲིད་སྐུ་དབང་རྩིས་སྤྲོད་གནང་རྒྱུ་རེད་མ་འདུག་ཨ་ནི་ག་རེ་ཟེར་ན་ཁྲིམས་ཀྱི་ཐོག་ནས་ད་ཁྱེད་རང་གཙང་རེད་ཟེར་མ་སྟོན་བྱ་ཁྱོད་དེ་འདྲས་དེ་འདྲས་དང་དེ་འདྲས་རྩ་བ་ཡིན་ན་མ་རེད་པ། ང་རང་ཚོ་བོད་མི་རིགས་འགྲོ་བ་ཆགས་ཤི་ན་གང་ལྟར་སྐྱབས་མགོན་རིན་པོ་ཆེ་གི་ད་ལྟ་ཡིན་པ་ཡིན་ན་ཕྱི་ཚུལ་གཉིས་ཀྱི་དབུ་ཁྲིད་གནང་རོགས་བྱས་ན་བསམ་དེ་འདྲས་ཀྱི་བསམ་བློའི་ནང་ནས་དེ་བསྡད་ཡོད་རེད་མ་འདུག་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྲིད་དབང་རྩོད་དུས་རྣམ་པ་དེ་མི་ཚང་མ་བསླུ་ཚབ་བྱེད་དང་དངངས་སྐྲག་བྱེད་དང་ཞེ་སྣང་བྱེད་དང་དེ་འདྲས་ཀ་ནས་བསྡད་བསྡད་ཀྱི་ཡོད་རེད་མ་འདུག་ད་ཡིན་ན་འགྲིག་སོང་བསམ་བསམ་སུ་ཅི་ལ་ཡོད་མ་རེད་རིང་དུ་བོད་པ། ལྷག་པར་དུ་དབུས་གཙང་མི་དམངས་གྲོགས་ཅན་ཡིན་པ་ན་བརྒྱ་ཆ་དགུ་བཅུ་གོ་དགུ་གིས་དེ་འདྲའི་ཀླུ་འཚོབ་དང་དངངས་འཚོབ་ཡོད་རེད་མ་འདུག་འདི་རྩ་བའི་ནས་འགྲིག་གི་མ་རེད། མ་ཟད་རྩ་ཁྲིད་རིན་པོ་ཆེན་ལ་ཆ་བཞག་པ་ཡིན་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་སྲིད་དབང་རྩིས་སྤྲོད་གནང་པ་ཡིན་ན་རང་ཆས་སུ་ཡོད་པའི་སྐུ་དབང་ཅིག་ཡོད་རེད་བོད་མི་རིགས་ཀྱི་ང་འདྲ་ག་འདྲ་རང་ཆས་སུ་ཡོད་པའི་སྐུ་དབང་དེ་དེ་ངས་སྐུ་དབང་དེ་ཡོད་པ་དེ་ངས་ག་རེ་བྱས་ནས་ལུགས་རྒྱུས་དྲན་གྱི་ཡོད་ལབ་ན། ད་ལྟའི་རྒྱལ་བ་སྐུ་འདྲིལ་བཅུ་བཞི་པ་དེ་ཅི་དགོས་མ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ད་རྒྱལ་བ་སྐུ་འདྲིལ་ལྔ་པ་ནས་ངའོ་བློ་བཟང་རྒྱ་མཚོ་ནས་བི་ཤུ་ག་འདའི་ཕོ་བྲང་གི་གསང་བ་བཙུགས་པ་ནས་བཟུང་གཅིག་གིས་ད་ལྟ་བར་དུ་རྒྱལ་བ་སྐུ་འདྲིལ་ན་རིམ་གྱིས་ཨ་ནི་ད་བོད་མི་རིགས་ཀྱི་པ་ར་ལ་འབྲལ་མི་ཐུབ་བི་ཨ་ནི་འབྲེལ་བ་དམ་ཟབ་ཅིག་ཡོད་རེད་དེ་ཡང་འབྲེལ་བ་དེ་ཡང་ང་རང་ཚོ་ཆབ་སྲིད་ཅི་དགོས་མ་ཡིན་པ་ཆོས་ཕྱོགས་ཀྱི་ཐོག་ནས་འབྲེལ་བ་བླ་མ་དང་སློབ་མིན་གྱི་འབྲེལ་བ་རུ་བ་དེ་འདྲས་ཀྱི་བླ་མ་དང་སློབ་མ་གྱི་འབྲེལ་བ་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ད་ལྟ་ཡིན་པ་ཡིན་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི། གང་ལྟར་ང་རང་ཚོའི་སྲིད་སྐྱོང་ཡོད་པ་ཡིན་ན་ཡང་རེད། མི་མང་གིས་གང་ལྟར་འོས་ཤོག་སླེབས་པའི་སྲིད་སྐྱོང་ཡོད་པ་ཡིན་ན་ཡང་རེད། དེའི་གུང་ལ་བཞག་དགོས་བྱས་རེད་མ་འདུག་དེའི་འོག་ལ་སྤོ་ཡས་ཀྱི་གནས་སྟངས་དེ་རྩ་བ་ཡེ་ནས་ཆགས་ཐུབ་ཡོད་མ་རེད། བྱས་ཙང་ཁོང་གིས་སྐད་ཆ་དེ་འདྲས་བཤད་བསྡད་པ་དེ་ངས་ཨ་ཁེ་དང་པོ་དེ་ལ་བོད་ཀྱི་རྒྱལ་རོང་ལོ་རྒྱུས་ཀྱི་ཐོག་ལ་ཁོ་རང་གིས་གོ་རྟོགས་ཡག་པོ་མེད་པ་བྱས་དང། བོད་ཀྱི་གནས་སྟངས་ངོ་མ་དེ་དང་སྤྱི་ནོར་གོང་ས་སྐྱོང་མཁན་རིན་པོ་ཆེ་ཡིན་ཟེར་དུས་བོད་མི་རིགས་ཀྱིས་ཨ་ནི་ག་རེ་ཟེར་ན་བོད་མི་རིགས་ཀྱི་ལས་དབང་དང་འབྲེལ་བ་ག་འདྲས་ཡོད་མེད་དེ་འདྲས་ཀྱི་གནས་སྟངས་དེ་གསལ་པོ་མ་རྟོགས་པ་བྱས་དང་མ་གོ་བ་དང་མགོ་མ་ཚོས་པའི་ཐོག་ནས་དེ་འབྲེལ་གྱི་ངོས་ནས་ནི་ཁོ་རང་སྐད་བཤད་རེ་ཐོས་པ་དེ་ལ་ངོས་འཛིན་བྱེད་ཀྱི་རོལ་མ་མདོ་དེ་སྐད་ཆ་དེ་རྒྱུ་མཚན་ལྡན་པ་དང་གནས་ལུགས་ཡོད་པ་དེ་ལ་རྩ་བ་ཡེ་ནས་ངོས་འཛིན་ཞུ་གི་མེད། འོ་ད་དུ་ཅི་ནས་ཞུ་འདོད་བྱུང་སོལསོལསོལ། འོ་ད་གོང་དུ་དྲི་བ་ཅིག་ཕེབས་ཤག་ད་དེ་ཁ་བ་ཨང་གྲགས་དེ་མི་འདུག་མཚན་སྐྱེལ་མི་འདུག་ནི། ད་ད་ད། དེ་ལ། སྲིད་སྐྱོང་གླང་མའི་རྒྱ་རི་སྒྲོལ་མས་རང་ཉིད་ལ་འོས་ཐོབ་ཆེད་སྐད་ཆ་དེ་འདྲ་བཤད་ཀྱི་ཡོད་པ་དེ་ཧ་གོ་ཤིན་ཏུ་ལྷག་པར་དུ་དབུས་གཙང་མི་མང་པོ་ཞིག་གི་མིག་ཡོད་བཞིན་གཡང་ལ་མཆོང་གི་འདུག་ན། རང་ངོས་ནས་གོང་ས་མཆོག་ལ་རྒྱབ་གཏོད་བྱེད་བཞིན་པ་མཐོང་གི་འདུག་ན་རྒན་ལགས་ལ་དགོངས་ཚུལ་གང་ཡོད་ས་ལྟ་དེ། བརྒྱ་ཆ་བརྒྱ་བདམས་པ་དེ་ལ་རྒྱབ་སྐྱོར་རྒྱས་པའི་རྒྱུ་མཚན་ལ་བརྟེན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དེ་གལ་ནི་མཚོན་གྱི་ཡོད་མ་རེད་དྲན་འདུག་གར་བྱས་ནས་ལབ་ན་མང་པོ་བོ་གཅིག་གིས་ཤེས་བཞིན་དུ་ད་དེ་ལ་ཡང་རིགས་གཉིས་ཡོད་རེད་དྲན་འདུག་ཁ་ཤས་ཀྱིས་དངོས་གནས་དྲ་གནས་དག་བེད་ཕ་རོལ་པོ་དེ་ལ་ཡིད་ཆེས་འདྲ་བོ་བྱེད་ད་བེད་ན་སོ་སོ་ལ་དེ་འདྲས་ཀྱི་གནས་ཚད་ཞིག་རག་མེད་པ་བྱས་ཨེ་མི་གཞན་དག་གིས་དུས་སྐབས་དེ་དཀའ་མོད་དེ་འདྲས་སོང་ཡོད་དུས་རྩོམ་པ་འདིའི་ཐོག་ནས་མགོ་འཁོར་ནས་ད་འདི་གི་གཅིག་བྱས་ན། ང་རང་ཚོ་བཙན་བྱོལ་བྲིས་རྩོད་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་ཕྱོགས་ཀྱི་འུར་བ་སྤུ་མདུད་ཡག་པོ་ཞུ་ས་རེད་བསམ་བསམ་གྱི་གོ་ཐོས་ནས་ད་གོ་ན་ཡང། གནས་ཚུལ་དག་ཚོད་མ་བཟུང་ན་རེ་བ་བཟང་ས་ཞིག་ནས་བརྒྱབ་རྗེས་དེ་འདྲས་ཀྱི་ཐོག་ནས་རྒྱབ་སྐྱོར་ཞུ་གི་ཡོད་སྲིད་ཀྱི་བ་དེ་འདྲས་ཡང་རེད། ཤེས་བཞིན་དུ་མ་ཡིན་པ་དེ་འདྲས་ཀྱི་ཐོག་ནས་ཞུ་ཡི་ཡོད་སྲིད་ཀྱི་རེད་དེ། མི་ཟེར་གི་རྒྱབ་དོད་བྱེད་པ་དེ་འདྲ་རྒྱལ་ཐུང་གི་མི་འདུག། རྟ་ཤེས་བཞིན་དུ་རྟ་ཁ་ཤས་ཀྱིས་དེ་ཞེས་པའི་རྒྱུ་མཚན་དུ་བྱས་ནས་རྒྱབ་དོད་བྱས་པའི་རྒྱུ་མཚན་དུ་བྱས་རྗེས་ཨ་ནི་གར་ས་རི་བ་འོས་བླུག་མཁན་གྱི་རིགས་ཅིག་ཡོད་རེད་བ་ད་དེ་སྐྱག་ཆ་བརྒྱ་བཏང་བ་ད་ཨ་ནི་ག་རེ་ཟེར་ན་ད་ཟླ་དེ་ད་ཞར་དང་ཞོར་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་ནི་རྒྱབ་དོད་བྱེད་ཀྱི་ཡོད་པ་དེ། བརྒྱ་ཆ་བརྒྱ་ཐམ་པ། དེ་གསལ་པོ་ཆགས་འདུག་གི་འདུག་ཟེར་བ་ད་དེ་འདྲས་ཅིག་ཞུ་དུས་བྱུང་སོང། ད་དེ་ལ་ཡང་ང་རང་ཚོས་རིགས་གྲོགས་ཅིག་བྱོས་མ་སོང་ན་གཉིད་ཆེ་བོ་འདུག། ད་ཡིན་ན་ད་ལྟ་ང་རས་ངས་འདི་ན་མ་ནས་དུ་དུ་དེའུ་སྐེ་དེ་ད་སྐྱོན་བརྗོད་ཟེར་ན་མི་འདུག་དེ་བརྗེད་དེ། མི་ཞིག་ཁོ་རང་གི་ཐོག་ནས་སྐྱོན་བརྗོད་རྩ་བ་ཡན་ནས་ཅིག་མེད་དཔེར་ན་རྒྱ་རོ་རིན་པོ་ཆེན་གྱི་ཀྱང་ཀ་རས་རྒྱ་རི་སྒྲོལ་མ་ལ་རེད་རྒྱལ་རྡོ་ལ་རེད་དོ་ཚོས་མི་ཞིག་གི་ཐོག་ནས་ཡིན་སྐད་གོ་ཅིག་ལབ་གི་མེད་ད་ཁོ་རང་ཚོས་ཀྱི་ངས་འདི་ན་བ་ལབ་སོགས་དེ་ལས་ཀ་གནང་སྟངས་འདི་འདྲས་དང་འདི་འདྲས་ཅིག་ཐོག་ནས་འགྲིག་གི་མི་འདུག་སི་ད་ཁོ་རང་གི་ལས་ཀ་དང་འབྲེལ་ཡོད་པ་རྗེས་ཕྱོགས་ཀྱི་ཐོག་ནས་སྐྱོན་བརྗོད་ཞུ་གི་ཡོད་རེད་མ་འདུག་ཡང་མི་ཞིག་གི་ཐོག་ནས་ཡང་རྩ་བ་ཡིན་ནས་དེའི་སྐབས་ན་ང་ཡང་སྐྱོན་བརྗོད་ཞུ་གི་མེད་སི་ད་ཡང་དེ་གསལ་པོ་ཅིག་བཟོས་ན་མ་འདུག་ཡང་རྗེས་ལ་དེ་ག་རེ་ཟེར་ན་མི་ཞིག་ལ་སྐྱོན་བརྗོད་བྱས་དེ་གས་ནི་ང་ཚོ་མང་པོ་ཅིག་འགལ་ཟླ་ཆགས་རྗེས། སོ་སོ་གི་ཆབ་སྲིད་ཀྱི་ལྟ་བའི་ལངས་ཕྱོགས་མི་མཐུན་པའི་སྐྱོན་ཚལ་དུ་བྱས་བྱས་ཨ་ནི་མི་སེར་གྱི་དེ་འབྲས་ཅིག་གི་ཐོག་ནས་མི་གཤིས་ལ་སྐྱོན་བརྗོད་བྱས་པ་ཡིན་ན་རྩ་བའི་ནས་འགྲིག་གི་མ་རེད་ད་ཁོ་རང་གི་ལས་ཀ་བྱེད་སྟངས་དང་སྐད་ཆ་བཤད་སྟངས་མི་འདྲ་བ་དེ་འདི་རེད་དེ་རེད་ནུག་གི་འདུག་ཟེར་བ་ད་འདི་བྱས་ནས་ཞུ་གི་ཡོད་ཟེར་འདི་ཁ་གསལ་པོ་འདྲ་བ་ཅིག་ཡིན་འོ་དེ་འདྲས་ཅིག་ད་ཁྱོད་རང་གི་དྲི་བ་དེ་ལན་དེ་ལ་ལགས་སོ་ཨ་ནི་རྣམ་པ་ཚོས་དྲི་བ་ཡོད་ན་བསྐུལ་རོགས་གནང་ད་ད་ལྟ་ང་འདི་ཆུ་ཚོད་ལྔ་པ་ཟིན་སོང་འཛིན་གྲྭ་ཅིག་ཚོགས་གི་ཡོད་ཨ་ནི་རྗེས་སུ་འཛིན་གྲྭ་ཚགས་སོང་ན་དྲི་བ་ལན་ཕུལ་ཆོག་པ་ཅིག།
མཁན་བློ་བཟང་རྒྱ་མཚན་ལགས་ལ་ཨ་ནེ་ལྷག་བསམ་ཚོགས་པའི་ངོས་ནས་ཚབ་ཞུས་ཆེད། སྙིང་ཁུང་རུས་པའི་སྟེང་ནས་བཀའ་དྲིན་ཤིན་ཏུ་ཆེ་ཞུ་ཡས་དང། སྤྱི་འཐུས་ཞབས་རྒྱག་གང་ལ་ཡང་ཕེབས་ཐུབ་ཡས་ཀྱི་རེ་བ་དང་སྨོན་འདུན་ཞུ་གི་ཡོད་ཞུ་ཡས་ཡིན། སྐུ་ཐང་རྙེད་ཡོད་ཀྱི་རེད་ངས་དེ་ནས་མ་གྲོ་མ་འབྲས་སིལ་ཅིག་ཕུལ་ཡོད་དེ་ཡས་མཉེས་པོ་བྱས་ནས་མཆོད་རོ་བྱིས་བྱས་ནས་ཞུ་ཡས་ཡིན།